ཨ་ནི་ཐོག་མ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་ནི་གུས་ཕྱག་སྔོན་དུ་བཏང་བའི་ཐོག་ནས་ཨ་ནི་ཐག་རིང་གི་བདག་ཉིད་ཀྱི་ངོ་དེབ་ཀྱི་ཐད་གཏོང་གཟིགས་མཁན་ཚང་མ་རོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ཁ་ཙང། ད་ཉི་ཉི་མ་ཁ་ཤས་སྔོན་ལ་ད་ང་རང་ཚོ་གི་གྲོས་ཚོགས་ཉི་མ་གཉིས་རིང་ཚུགས་ཐུབ་འི་གི་གནས་སྟངས་ཅིག་གྲོས་ཚོགས་ཚུགས་དུས་ཀྱི་གནས་སྟངས་ཅིག་ཆགས་ཡོད་རེད། ཨ་རྣམ་པ་ཚོ་ཚང་མའི་གི་གྲོས་ཚོགས་ཤིག་ཡོད་ཤག་རེད། དེའི་འདུ་འཛོམས་པ་འདི་དང་འབྲེལ་བའི་ཐོག་ནས། ཨ་སོ་སོ་གི་བསམ་ཚུལ། ཨ་སྤྱི་དང་མི་མང་དེ་ཚང་མ་ལ་མཁྱེན་རྟོགས་བྱུང་ཡོད་ཀྱི་རེད་དེ་ཡིན་པས་ནས་སོ་སོ་གེར་གི་ངོས་ནས་མཐོང་ཚུལ་མྱོང་ཚུལ་དེ། དེ་ཞིག་ཨ་ནི་མི་མང་ཚོ་ལ་བསམ་ཚུལ་བརྗེ་ལེན་བྱེད་དགོས་བ་དྲན་སོང། འོ་འདི་ཆགས་འདི་གི་རེད། རྩ་བའི་སྡེ་པའི་རྟ་ང་ར་རྫོ། ཨ་ནི་སྲིད་སྤྱི་གཉིས་ཀྱི་འོ་དུ་ཚ་བ་ནི་བྱེད། ཨ་ནི་སྲིད་སྐྱོང་གསར་བ་ཕེ་བ་ནི་བྱེད། རྟ་དང་རྟ་པ་དུ། གྲོས་ཚོགས་དམར་ཚོགས་ཀྱི་བར་དུ་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་ཀྱི་གནས་སྟངས་དེ། ཧང་སང་གི་ཐབས་སྐྱོ་བོ་ཅིག་གནས་སྟངས་གང་ལ། ནི་བྱེད་མཐའ་མ། གོང་ས་མཆོག་ལ། ཨ་ནི་གསོལ་འདེབས་ཞུ་བའི་ཐོག་ནས་ཨ་ནི་ང་རང་ཚོ་གི་སྤྱི་འཐུས། གྲོས་ཚོགས་ཚོགས་འཐུས་པའི་གནས་སྟངས་ཅིག་འདུག་ཆགས་ཡོད་རེད། དེ་ཡིན་དུས་རྩམ་པ་ལགས། སོ་སོའི་ངོས་ནས། ད་ད་ལྟ་གི་ང་རང་ཚོ་གི། ཨ་ནི། སྤྱི་འཐུས་ཉི་གཙང་གཉིས། རྣམ་པ་ཚོ་གིས་ག་བར་མུ་ཆེན་བཀའ་སློབ་ལམ་སྟོན། གཞི་བཞག་གི་ཐོག་ནས། ཨ་ནི་ད་ལྟའི་གི། གོང་ས་མཆོག་གི་བཀའ་སློབ་ལ་ཤར་བསྐྱོད་གནང་ཆེད། ཨ་ནི་དུས་བར་བའི་ཚོགས་གཙོས་བསྟུན་དམ་འབུལ་ཞུས་ཡོད་དེ་ལ། ཨ་ནི་སོ་སོའི་ངོས་ནས་ཕྱི་དུས་ཉིད་སང་ཉིན་ཚང་མ་ལོ་ལ་ཁེར་གྱི་ངོས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཨ་ནི་དམིགས་བསལ་གྱིས་ཨ་ནི་ད་ལྟ་ཆོས་བརྒྱུད་ཀྱི་སྤྱི་འཐུས་རྣམ་པ་ཚོས་ཀྱི་དུས་རྟག་ཏུ་ཨ་ནི་ག་བ་རིན་པོ་ཆེ་གྱི་བཀའ་དགོངས་འོག་ཤར་བསྐྱོད་བྱས་ཡོད་དང། ཨ་ནི་ག་བ་རིན་པོ་ཆེ་གྱིས་བཙུགས་བཞེས་འོས་སྒྲིག་འཛུགས་འདི་གསུམ་བསྐྱོད་བྱེད་ཡས་ཀྱི་ཐོག་ལ། ཨ་ནི་སྤྱི་འཐུས་གྲོས་ཚོགས་ནང་ལོ་དུས་རྟག་ཏུ་འགན་འཁྱེར་བའི་ཐོག་ནས། ཧང་སང་ཡས་ཀྱི་འཆར་གཞི་ཡག་པོ་ལེན་གནང་གི་འདུག་དེ་ཡིན་དུས་བརྩམས་པ་ལ་ཨ་ནི་མི་མང་ཚང་མས་གྱིས་གཟིགས་ཡོད་ཀྱི་རེད། ད་ལྟའི་གི་ཉི་མ་གཉིས་ཀྱི་གྲོས་ཚོགས་ནང་ལོ་ལ་ཡིན་པ་ཡིན་ནའི། བཅའ་ཁྲིམས་གཞི་ལ་བཞག་པའི་ཐོག་ནས་ཨ་ནི་ཆོས་བརྒྱུད་ཀྱི་སྤྱི་འཐུས་རྣམ་པ་ཚོས་ཀྱི་འཆར་གཞི་ག་གམ་ལེན་ཡོད་མེད་དེ་རྣམ་པ་ཚོ་ཚང་མས་གྱིས་ཕལ་ཆེར་གཟིགས་ཡོད་རེད་འདི་ཡིན་འདུག་བརྩམས་པ་ལ། སོ་སོ་སྒེར་གྱི་ངོ་ཉེན་པ་ནི་ཆོས་བརྒྱུད་སྤྱི་འཐུས་རྣམ་པ་ཚོ་གི་དངོས་གནས། ཨ་ནི་དུས་ད་ལྟ་བར་དུ་དངོས་གནས་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ལམ་ཀག་ཀྱོག་འགྲོ་གི་ཡོད་བ་ཡིན་ན་འདི་ཁ་བརྡུག་བཟོས་ལ་གིན་ཧང་སང་ཡ་ཡག་པོ་ཁྱི་གནང་གི་འདུག་ཨ་འདི་ལ་སོ་སོ་སྒེར་གྱི་ངོས་ནས་ཨ་ནི། མི་མང་ཚང་མས་ཚབ་ཞུས་རྗེས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི། མ་འོངས་པ་ཡིན་པས་མུ་མཐུད་ནས་དེ་དེ་བཞིན། གནང་གི་ཡོད་བ་ཅིག་ལ་སོ་སོའི་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད་ཞུ་ཡ་ཡིན། རྩ་བའི་ད། ང་རང་ཚོ་གི་གྲོས་ཚོགས། ཚོགས་ཐུབ་བ་བྱུང་ཡོད་རེད། ཁ་ཚང་ད་རེས་བཅུ་གཅིག་བཅུ་གཉིས་ཉིན་མ་གཉིས་རིང་ལ། དེས་རྒྱལ་བ་རིན་པོ་ཆེ་གི་བཀའ་སློབ། ཕེབས་འོས་ཀྱི་བརྒྱུད་རིམ་ཅིག་གི་ཐོག་ནས་ཨ་ནི། གྲོས་ཚོགས་ཚོགས་ཐུབ་བ་བྱུང་ཡོད་རེད། དེ་ཡིན་དུས་རྩམ་པ་ལ་ཨ་ནི་ག་བ་རིན་པོ་ཆེན་གྱི་བཀའ་སློབ་དེ་ཕེལ་བ་དེ་ལ་ཨ་ནི་མང་པོ་ཅིག་གིས་གུས་བརྩི་བྱེད་དགོས་ཀྱི་རེད་གསུང་གི་ཡོད་རེད་དེ་དེ་བཞིན་གྱི་མི་མང་ཚང་མིག་གིས་གུས་བརྩི་བྱེད་ཀྱི་ཡོད་རེད་ཡིན་པ་ཡིན་ནའི། ད་ལྟའི་གི་སྤྱི་འཐུས་དོལ་ཚོགས་ནང་ལོ་ལ་ཨ་ནི་རིགས་གཅིག་གིས་ཨ་ནི་ག་བ་རིན་པོ་ཆེན་གྱི་བཀའ་སློབ་དེ་གོ་བ་ག་འདྲས་བྱས་ནས་ལེན་གྱི་ཡོད་ན་བསམ་པའི་སོ་སོ་གི་ཚོར་སྣང་ཅིག་བྱུང་སོང་ཞེས་ཡིན་དེའི་དུས་ད་ལྟའི་གི་གའུ་རིན་པོ་ཆེའི་བཀའ་སློབ། ཤོག་ལྷེ་གཉིས་བྱེ་བ་འདི་ནང་ལོགས་ལ་གཙོ་ཆེ་ཤོག་དེ། གའུ་རིན་པོ་ཆེ་གི་བཀའ་སློབ་ག་རེ་ཕེབས་ཡོད་ལ་བས་ན། ད་ལྟའི་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས། ཟླ་བ་བཞི་ལྔ་རིང་ནང་ལ་གྲོས་ཚོགས་འཚོགས་དམོ་བཏོན་ཡོད་གནས་སྟངས་དེ་ལ་བློ་ཕམ་བྱུང་བ་དང། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་གི། ཡིད་ཆེས་བརླག་འགྲོའི་གི་གནས་སྟངས་བཟོ་བ་དེ་ལ་བློ་ཕམ་ཡོད་བ་དང། དེ་ཡིན་དུས་གང་ལགས་ཨ་ནེས་ཁྲིམས་ཀྱི་དབང་བརྒྱུད་ཀྱི་ཐོག་ནས་འགྲོ་བདེ་བ་ཡིན་ན། ཨ་ནེས་ད་ལྟའི་གི་དཀའ་རྙོག་དེ་ཡོང་གི་མེད་བ། དེ་འབྲེལ་གྱི་ཨ་ནེས་བཅའ་ཁྲིམས་ནང་ལོགས་ལ་དཀའ་ངལ་ཡོད་བདེ་བ་ཅིག་ཡིན་པ་ཡིན་ན། བཅའ་ཁྲིམས་བསྐྱར་བཅོས་ཀྱི་ལམ་འགག་ཡོད་བདེ་བ། བཅའ་ཁྲིམས་ནང་ལོགས་ལ་གོ་བ་ལེན་སྟངས་ལ་དཀའ་ངལ་ཡོད་བ་ཡིན་པ་ཡིན་ན། ཨ་ནེས་ཆེད་དུ་ཁྲིམས་གཞི་གང་ལ་ཞུ་བྱས་ཨ་ནེས་གོ་བ། ཅིག་ཁ་ལོ་རེད། གཙང་མ་བྱ་ཡས་ཀྱི་ལམ་ཁ་ཡོད་བདེ་བ་ཅིག། བཀའ་སློབ་ཕེབས་རེད། དེ་ཡིན་དུས་རྩམ་པ་ལ་འདིའི་བཀའ་སློབ་འདི་ཚོ་ཟུར་ལ་བཞག་བྱས། ཨ་ནི་མཇུག་བསྡོམས་དེ་ལ། ཕྲེང་གཉིས་བརྗོད་དོན་ཚན་གཉིས་ཆེ་འདི། ཨ་ནི་དོན་ཚན་གཉིས་དེ་ནི་དོན་ཚན་གཅིག་དེ་ད་ད་ལྟའི་གི་གྲོས་ཚོགས་ཚོགས་ཐོའི་དེ་ཚང་མས་གི་སྤྱི་མོས་གི་དེ་བྱུང་བ་ཡིན་དུས་རྩམ་པ་ཨ་ནི་འདི་ཀུན་འདུས་གི་དོན་ཚན་གཉིས་དེ། ཀུན་ཐུབ་བཀའ་བློན་ཡིན་པ་ནང་བཞིན་གཅིག་ཨ་ནི་འགྲེལ་བཤད་ཅིག་གྲོས་ཚོགས་ནང་ད་རྒྱབ་སྡོད་ཀྱི་ཡོད་རེད་དམིགས་བསལ་གྱི་ད་ལྟ། དེ་དོན་ཟླ་བ་ཚེ་རིང་གིས། དམིགས་བསལ་གྱི་འོག་གི་ཡིག་འབྲི་གཉིས་དེ་ལ། ཨ་ནི་ཀུན་ཐུབ་ཀྱི་བཀའ་ཡིན་པར་རོ་ཅིག་འདི་ལ་ང་རང་ཚོ་སྤྱི་འཐུས་ཚང་མེད་ཀྱི་རྩིས་ཡིན་པ་མ་གཏོགས་འདི་སྒང་ལ། ཁྲིམས་ཀྱི་དབང་བསྒྱུར་གལ་ཆེན་པོ་ཡིན་པ་དང། བཅའ་ཁྲིམས་ལ་དཀའ་ངལ་ཡོད་པ་ཡིན་ན་བསྐྱར་བཅོས་བྱེད་ལམ་ཁ་ཡོད་པ། དེ་འབྲེལ་གྱི་བཅའ་ཁྲིམས་ཀྱི་གོ་བ་ལེན་སྟངས་ལ་དཀའ་ངལ་ཡོད་བ་ནི་ཆེས་མཐོའི་ཁྲིམས་ཞིབ་ཁང་ཡོད་བ། དེ་ཚོ་གྲས་ཚིག་གཅིག་ཤེས་ཀྱི་ཡོད་མ་རེད། དེ་ཡིན་དུས་ང་རང་ཚོ་འདས་པའི་ཟླ་བ་བཞི་ནང་ལོགས་ལ། དཀའ་ངལ་འཕྲད་ཡས་དེ་ཀུན་བཏུས་བཀའ་སློབ་གནང་བཞག་ཁྱོད་ནང་ལོགས་ལ། ཁྲིམས་ཀྱི་དབང་བསྒྱུར་ཐོག་ནས་འགྲོ་བ་ཡིན་པ་ན་དཀའ་ངལ་མེད་རེད་གསུང་ཡས་དེ། ག་འདྲ་ཆགས་ཀྱི་ཡོད་རེད། འདི་ང་ཚོ་མཁྱེན་དགོས་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་རྩམ་པ་ལ། འདས་པའི་གི་ང་རག་འཛུགས་ཀྱི་སྤྱི་འཐུས་ཀྱི་གྲོས་ཆོད་ཨང་གསུམ་སོ་དགུ་བཞག་སྟེ་ཁྲིམས་ཆགས་འདི་ཡོད་རེད། འདི་ཁྲིམས་གཞི་བཞག་གི་ཐོག་ནས་ཨ་ནི་ཁྲིམས་དཔོན་གསུམ། དགུ་བརྒྱ་ནི་ཕེབས་པ་རེད། འདི་ཕེབས་པ་འདི་རང་ཅག་མ་ཞུགས་བ་ཡིན་པ་ཡིན་ན། དཀའ་ངལ་ཆགས་ཀྱི་ཡོད་མ་རེད་གོང་ས་མཆོག་གི་བཀའ་སློབ་འདི་རེད་ད། ཁྲིམས་ཀྱི་དབང་བརྒྱུད་ག་ལ་འགྲོ་བ་ཡིན་པ་ཡིན་ན། ད་ལྟའི་གི་དཀའ་རྙོག་འདི་ཡོང་ས་གཞི་རྩ་ཡོད་མ་རེད་གསུང་ཡས་འདི་ཡིན་པ་ཡིན་ནའི། ཁྲིམས་དཔོན་སུ་མ་ཕེབས་ཚར་བའི་རྗེས་ལ། གང་ཟག་གི་དབང་བསྒྱུར་གྱི་ཐོག་ནས། ད་ཟུར་པ་ཡིན་ན་ཡི་དྲག། དེ་ཚོ་རིགས་གཅིག་གི། ཨ་ནི་མཚན་རྟགས་དུས་རུག་དང་དེ་འདྲས་ལ་བལྟས་ཆེ་ཁྲིམས་དཔོན་གསུམ་ཡང་རང་ཅག་སླེ་ཆེ་ང་རང་ཚོ་དཀའ་ངལ་དེ་འཕྲད་བའི་བ་ཅི་ཆགས་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་ལ་ང་ཚོ་གི་གོང་ས་མཆོག་གི་བཀའ་སློབ་དེ། ནང་དོན་དེ། ཁྲིམས་ཀྱི་དབང་བསྒྱུར་ག་འགྲོ་ཡང་ན་དཀའ་རུ་དཀའ་ངེས་མེད་རེད་གསུང་མཁན་དེ་ད་ཁྲིམས་ལགས་ཀྱི་དབང་བསྒྱུར་ག་ལ་མ་འགྲོ་མཁན་དེ་སུ་ཆགས་ཀྱི་འདུག་ཁྲིམས་དཔོན་གསུམ་དེ་ཆགས་ཀྱི་ཡོད་རེད། དེ་འདུག་ང་རང་ཚོ་འདི་ངེས་པར་དུ་མཁྱེན་དགོས་ཀྱི་རེད་བསམ་གྱི་འདུག་དོན་ཚན་གཅིག་དེ་བྱས། ད་དོན་ཚན་གཉིས་པ་དེ། གལ་སྲིད་བཅའ་ཁྲིམས་ལ་དཀའ་ངལ་ཡོད་པ་ཡིན་པ་ཡིན་ན། བཅའ་ཁྲིམས་བསྐྱར་བཅོས་བྱེད་ཀྱི་ལམ་ག་ཡོད་རེད་ཟེར་ཡོད་རེད། ཁ་སང་སྤྱི་འཐུས་གྲོས་ཚོགས་ནང་སྤྱི་འཐུས་རིགས་གཅིག་གིས་བཤད་སོང། ད་ལྟའི་གི་ཁྲིམས་དཔོན་གསུམ་དེ་རང་ཅག་ཡར་སླེབས་བས་དེ་བཀའ་ཁྲི་ཆེན་པོ་ཞེ་དྲག་རེད། ཁོ་རང་གསུམ་དེ་ཕེབས་མེད་པ་ཡིན་པ་ཡིན་ན་ཨ་དམ་བཅའ་ཕུལ་ས་ཡོད་མ་རེད། སྤྱི་འཐུས་གཅིག་གི་བཀའ་འབོད་འདི་གནང་ཚུལ་བརྩམས་པ་ལ་ཧང་སང་ཡང་ཐབས་སྐྱོ་བོ་རེད་བསམ། གོང་ས་མཆོག་གི་བཀའ་སློབ་ནང་ལོགས་ལ་བཅའ་ཁྲིམས་བསྐྱར་བཅོས་བྱས་ཡོད་བ་བཅའ་ཁྲིམས་ནང་ལོགས་ལ་དཀའ་ངལ་ཡོད་བ་ཡིན་ན། དེ་ཡིན་དུས་བརྩམས་པ་ལ་དམ་བཅའ་ཕུལ་སེལ་གྱི་དཀའ་ངལ་ཡོད་པ་ཡིན་ན་བཅའ་ཁྲིམས་ལ་བསྐྱར་བཅོས་བྱེད་ཡ་ཡོད་རེད། དེ་ཡིན་དུས་བརྩམས་པ་ལ། དེ་སྔ་ཁྲིམས་དཔོན་གསུམ། སྤྱི་ཟླ་གསུམ་པའི་སྟ་རེ་ཉི་ཟེར་ལྔ་ལ་འཕོ་འགྱུར་བཏང་ཚར་བའི་རྗེས་ལ། ཚོགས་གཙོ་ཟུར་པ་དང་ཚོགས་གཞོན་ཟུར་པ་སྐབས་བཅུ་དྲུག་གི་ཚོགས་གཙོ་ཚོགས་གཞོན་གྱི་ག་རེ་སེལ་དགོས་གསུངས་ཡོད་རེད་ན་སྤྱི་ཟླ་ལྔ་བའི་ནང་ལོངས་པར་དུ་གྲོས་ཚོགས་ཚུགས་དགོས་ཀྱི་རེད། བཀའ་སློབ་ཕེར། སྐབས་དེ་དུས་ཡིན་པ་ཡིན་ནས་ཁྲིམས་དཔོན་བདམས་མ་ཐུབ་པ་ཡིན་པ་ཡིན་ནས། བཅའ་ཁྲིམས་བསྐྱར་བཅོས་ཀྱི་ཐོག་ནས་དམ་བཅའ་ཕུལ་སེལ་གྱི་ལམ་ཁ་གསར་བ་ཅིག་སེ་ཏྲེ་ཨེ་བ་སེ་བ་སེ་ཀྱང་རེད་ཐག་གཅོད་བྱས་ཡོད་པ་ཡིན་པ་ཡིན་ནས། དེ་འབྲེལ་གྱི་བཅའ་ཁྲིམས་བསྐྱར་བཅོས་ཀྱི་ལམ་ཁ་བཀག་མཁན་དེ་སུ་ཆགས་ཀྱི་ཡོད་རེད། སྤྱི་འཐུས། སྐབས་བཅུ་དྲུག་གི་སྤྱི་འཐུས་བཅོ་བརྒྱད་དེ་ཆགས་ཀྱི་ཡོད་རེད། ཁ་ཚང། སྤྱི་འཐུས་ཉི་མ་གཉིས་སྤྱི་འཐུས་འཚོ་བའི་སྐབས་ལ་འདོད་མོས་ཀྱི་སྤྱི་འཐུས་ཀརྨ་གྷེ་རེ་ལས་ཨེ་ཟེར་ཏོ། ཁོ་རང་ཚོ་རེད། ཁོ་རང་ཚོ་གིས་གྲོས་ཚོགས་འཕར་མ་འདི་ཚུགས་བའི་ལ་མཉམ་ཞུགས་བྱེད་ཀྱི་མེད་མ་ཅི་བ་ལ་བརྟེན་བྱས་ཨ་ནི་བཅའ་ཁྲིམས་བསྐྱར་བཅོས་བྱེད་དགེ་ལམ་འགའ་མེད་ཙང་ཨ་ནི་ཡ་ལ་འདི་གར་བཙུགས་གི་ཡོད་རེད་ཨ་ནི་ཁྲིམས་དཔོན་གསུམ་འདི་ཡར་ཕེབས་མིན་དམ་བཅའ་ཕུལ་ས་ཡོད་མ་རེད་ལན་ཞུས་གི་རེད་ཁྲིམས་ཆ་ཚང་ཁོ་རང་ཚོ་གིས་གཏོར་གི་ཡོད་རེད་ད། རྒྱལ་བ་རིན་པོ་ཆེ་བཀའ་སློབ་ནང་དོན་ཅིག་གཟིགས་རོགས། འདས་པའི་ང་རང་ཚོ་རྙོག་དྲ་དེ་སུས་བརྩམས་ཤག། དམིགས་བསལ་གྱི་ད་ལྟ་སྤྱི་འཐུས། ད་ལྟ། དངོས་གྲུབ་རྡོ་རྗེ། ད་ཁོ་རང་གྲོགས་བྱེད་པ་ཡིན་ན། ང་རང་ཚོ་གི་འདེམས་ཐོན་སྲིད་སྐྱོང་གི། བཀའ་བློན་འོས་མི་ནང་བཏོན་གནང་སོ། ཁོ་རང་གི་གཉིས། དྲ་གམ་ནང་ལ་ག་རེ་གསུངས་ཤག། གྲོས་ཚོགས་འཕར་མ་དེ་ཚུགས་བཅུག་རྒྱུ་ཡོག་མ་རེད་ད། བཀའ་མོས་དེ་བསིལ་བ་དེ་ཚང་མིག་གིས་སེའུ་སེ་ཀྱང་ཁེངས་སྡོད། གོ་སྡོད། དེ་འདྲས་ཀྱི་གྲོས་ཚོགས་ཚུགས་བཅུག་རྒྱུ་ཡོད་མ་རེད་ལབ་མཁན་གྱི་གང་ཟག་འདི། ད་འདེམས་ཐོན་སྲིད་སྐྱོང་གི་བཀའ་བློན་ནང་ལ་བསྐོས་འོང་གི་ཡོད་རེད། འདི་ཡིན་དུས་ག་ལ་ང་རང་ཚོས་ཀྱི། ད་ལྟའི་གི་བཙན་བྱོལ་སྒྲིག་འཛུགས་འདི་ཟླ་བ་བཞི་ནང་ལོག་ལ་དཀའ་ངལ་སྤྲད་མཁན་གོང་ས་མཆོག་ཐུགས་དཀྲུག་མཁན་དེ་སུ་ཆགས་ཀྱི་འདུག་དེ་ང་རང་ཚོ་མཁྱེན་པ་བྱེད་དགོས་ཀྱི་རེད་བསམ་གྱི་འདུག། དེ་ཚོ་གི་སོ་སོ་གི་རྐུབ་བཀྱག་གི་ཆེད་དུ་ཨ་ནི་ང་རང་ཚོ་གི་སྤྱི་ཚོགས་དེ་སྡུག་སྤྲུག་གི་ཡོད་རེད། གོང་ས་མཆོག་ཐུགས་སྡུག་སྤྲུག་གི་ཡོད་རེད། དེ་ཡིན་དུས་གང་ལ་དེ་ཚོ་བྲིས་དེ་ག་རེད་མི་ཡག་པོ་ཅིག་ཡིན་པ་ཡིན་ན་ཡིན་ད་ཡིན། བཀའ་བློན་ལ། སུ་ཡིན་ནས་རྒྱབ་སྐྱོར་བྱེད་ཀྱི་རོགས། ཡིན་པ་ཡིན་ནས་གྲོས་ཚོགས་བཙུགས། གྲོས་ཚོགས་ཚུགས་བཅུག་རྒྱུ་ཡོད་མ་རེད་ད་ལ་ཁྱེད་ཀྱི་གྲོས་ཚོགས་ནང་ལ་སླེབས་དེ་ཡོད་རེད་གྲོས་ཚོགས་ནང་ལ་སླེབས་པ་མ་ཚད། ཨ་ནི་བཀའ་བློན་ནང་ལ་མིང་བཏོན་ཞར། དེ་ཚུ་དྲེད་དེ། དེ་སྔ་ངེད་ཤེས་བ་ནང་བཞིན་རེད། གང་བྱས་ས་འོག་དར་བདག་གིས། འདུག་བྱེད་དཔུང་སྒྲིག་བྱས་བྱས་ཨ་ནི། སྤྱི་འཐུས་གྲོས་ཚོགས་ནས། གནས་དབྱུང་བཏང་ཤར་ཡོད་ཁྲིམས་དཔོན་གསུམ་དེ། ཡག་ཡོང་ཡས་དེ། ས་འོག་དར་བདག་གིས་ཐོངས་དཔུང་སྒྲིག་བྱས་འབའ་དེ་སེའུ་སེ་རྐྱང་རེད་ལབ་བའི་རྒྱུ་མཚན་འོ་དེ་ཚོ་ཆགས་ཀྱི་ཡོད་རེད། འོ་དེ་གཅིག་ཞུ་ཡ་ཡིན། གཉིས་པ་གསུམ་པ་དེ་བཀའ་སློབ་ག་རེ་ཕེབས་རེད། གལ་སྲིད་བཅའ་ཁྲིམས་ལ་གོ་བ་ལེན་སྟངས་ལ་དཀའ་ངལ་ཡོད་བ་ཡིན་ན། ཨ་རི་ཞུ་གཏུག་བྱེད་ས་ཁྲིམས་ཞིབ་ཁང་ཡོད་རེད། བཀའ་སློབ་ཕེབས་རེད། ཁྲིམས་ཞིབ་ཁང་གི་གཙོ་བོ་འགན་འཁྱེར་མཁན་སུ་རེད། ཁྲིམས་དཔོན་གསུམ་དེ་རེད། ཁྲིམས་དཔོན་གསུམ་དེ་སྤྱི་ཟླ་གསུམ་པའི་སྟ་རེ་ཉིན་གསར་དཀྲུགས་ལ་གསལ་བོ་གསལ་རྐྱང། གསར་འགོད་གསལ་བསྒྲགས་བྱེད་བྱས་བཅའ་ཁྲིམས་ཡིད་ལ་བཅངས་པའི་ཐོག་ནས་བཅའ་ཁྲིམས་ལ་གུས་བརྩི་དང། བཅའ་ཁྲིམས་ཡིད་ལ་བཅངས་པའི་ཐོག་ནས། ཨ་ནི་གསར་འགོད་གསལ་བསྒྲགས་འདིའི་རྗེས་ལ། ལས་ཀ་ནི། ལས་འགན་ནི་ཤོར་བ་ཡིན་ཟེར་ན་ཁོ་རང་ཚོ་ཕལ་ཆེར་རེད། བཅའ་ཁྲིམས་ཐག་གཅོད་བྱེད་མཁན་གྱི། ཁྲིམས་ཞིབ་པ་གསུམ་གྱིས། ཁོ་རང་ཚོ་ཁོ་རང་ཚོ་གྲོས་ཚོགས་ལ་སྤེལ་ཡོད་དབང་ཆ་ཡོད་བ་དེ་མཁྱེན་ནི་མ་ཕལ་ཆེར་རེད། ཡིན་པ་འདི་ཡག་ཡོད་ངེས་དེ་གནས་སྟངས་ག་འདྲ་ཤར་བ་རེད། མཚན་རྟགས་དུ་རུ་བཅས་ཀྱི་ཟུར་པ་རྣམ་པ་ཚོ་རེད། བཀའ་ཟུར་སྤྱི་ཟུར་ཁྲིམས་ཟུར། དེ་ཚོ་རིགས་གཅིག་གིས་མཚན་རྟགས་དུ་རུ་བྱས་པ་ལ་བརྟེན་གྱི་ཨང་ཁོ་རང་ཚོ་ཡག་ཡག་སླེ་རོ། ཡག་སླེ་སྟངས་དེ་ཁྲིམས་མཐུན་ཆགས་ཀྱི་ཡོད་རེད། གོང་ས་མཆོག་གི་བཀའ་སློབ་གཞིས་ཆགས་ཀྱི་ཐོག་ནས། ཁྲིམས་ཀྱི་དབང་བརྒྱུད་གང་ལ་འགྲོ་གི་ཡོད་རེད་བས། དེ་ཡིན་དུས་ང་རང་ཚོ་མི་མང་ཚོས་གི་དེ་ཚོ་བྲིས་ཏེ་དཔེ་གལ་ཆེན་པོ་མཁྱེན་དགོས་གལ་ཆེན་པོ་རེད་བསམ་གི་འདུག་ད་རིས་ཁ་ཚང་ང་རང་ཚོ་སྤྱི་ཚོགས་ནང་ཀུན་ཏུ་གི་བཀའ་སློབ་ཡིན་པ་ཡིན་ན་སོ་སོའི་རྡོག་པ་ཡོད་རྒྱུ་དེ་ཚོའི་དྲུག་གུ་དོག་ད་ལྟ་སྤྱི་འཐུས་གྲོས་ཚོགས་ནང་ཟླ་བ་ཚེ་རིང་གིས་ཇི་སོགས་ཡིག་འབྲེལ་གཉིས་འདི་རྐུབ་སྟེགས་ཀྱི་ཀུན་ཏུ་གི་བཀའ་སློབ་ཤོག་ལྷེ་གཉིས་ཡོད་རེད་ཡིག་འབྲེལ་གཉིས་འདི་ནི་ཡིག་ཚན་གཅིག་ཁོ་རང་ཚོ་གི་མང་མོས་ཀྱི་ཐོག་ནས་དམ་བཅའ་ཕུལ་བའི་འདི་ཚོའི་ལན་བྱིན་ཀུན་ཏུ་བཀའ་སློབ་རེད་གསུང་བ་ཅིག་མ་གཏོགས། སྐུ་མདུན་གྱི་བཀའ་ངོ་མ། ཁྲིམས་ཀྱི་དབང་བསྒྱུར་གང་ལ་འགྲོ་དགོས་ཀྱི་ཡོད། བཅའ་ཁྲིམས་ནང་ལ། ལག་ལེན་ལྟར་རེ་ལ་དཀའ་ངལ་ཡོད་བ་ཡིན་ན་དེ་ཚོ་ལ་བསྐྱར་བཅོས་བྱེད་དགོས་ཀྱི་ཡོད། བཅའ་ཁྲིམས་ལ་གོ་བ་ལ་ལེན་སྟངས་ལ་དཀའ་ངལ་ཡོད་བ་ཡིན་ན་ཆེས་མཐོའི་ཁྲིམས་གཞི་གང་ལ་གཏུགས་དགོས་ཀྱི་ཡོད་གཏུགས་ས་ཡོད། དེ་ཚོ་ཁྱེད་ལག་ལེན་བསྟར་གྱི་མི་འདུག། དེ་ཚོ་ཁྱེད་ཤེས་ཀྱི་མི་འདུག། སྤྱི་འཐུས་གྲོས་ཚོགས་ནང་བཅའ། གྲོས་ཆོད་ཨང་གསུམ་སོ་དགུ་དེ་གང་ལ། དོན་མེད་སྤྱི་འཐུས་ཀརྨ་དགེ་ལེགས་བཤད་སོགས་ཁ་བདེ་བོ་བགྲོས།

དེ་འདྲས་ཀྱི། ཨ་ད་ལྟའི་གི་རྙོག་དྲ་འདི་ཚང་མ། བཟོས་མཁན་འདི་ང་རང་ཚོ་མི་མང་ཚོ་གི་མཁྱེན་དགོས་གལ་ཆེན་པོ་རེད་བསམ་གི་འདུག་ད་མི་མང་ཚོ་ལ་གནས་མེད་ལ་ག་འདྲས་སྣིམ་རྒྱུ་རེད། ཨ་ནི་ཀུན་འདུས་གི་བཀའ་ཕེབས་ཚར་རེད་ད་འདི་ག་ལ་རྩིས་དགོས་རེད་འདྲི་དགོས་རེད་ད་རྙོག་དྲ་བཤད་རྒྱུ་མེད་རེད་ཀུན་འདུས་བཀའ་ཕེབས་ཡོད་རེད་རྩིས་ནི་གྲོས་ཚོགས་ཚོགས་ཡོད་རེད། ཀུན་འདུས་གི་བཀའ་སློབ་ཕེབས་བ་འདི་ནང་བཞིན་ཀུན་འདུས་བཀའ་རྩིས་མཁན་གི་ཁྲིམས་ཀྱི་དབང་ང་ཀུན་ནི་བཀའ་དངོས་ནི་རྩིས་དགོས་ཀྱི་ཡོད་ན་ཁྲིམས་ཀྱི་དབང་རྒྱུད་ཁག་སྒྲོག་དགོས་ཀྱི་ཡོད་རེད། བཅའ་ཁྲིམས་བསྐྱར་བཅོས་བྱེད་དགོས་ཀྱི་ཡོད་རེད། ད་ད་ལྟ་ད་ལྟ་གྲོས་ཚོགས་ནང་ལ་བཅའ་ཁྲིམས་བསྐྱར་བཅོས་བྱུང་ཟེར་བས། ང་ཚོ་ཟླ་བ་བཞི་ནང་ལ་དཀའ་ངལ་ག་རེ་འཕྲད་རེད། ཁྲིམས་དཔོན་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་བ་ཡིན་ན་དམ་བཅའ་ཕུལ་ས་མི་འདུག་ལས་འདི་དཀའ་ངལ་འཕྲད་རེད་ད། དམ་བཅའ་ཕུལ་ས་མེད་ཙང། ཟུར་པ་རྣམ་པ་ཚོ་གིས་ག་རེ་ཤེས་ཀྱི་ཡོད་རེད། ཁྲིམས་དཔེ་གསུམ། གྲོས་ཚོགས་ནས་དཔེ་ཆ་འཇོག་གི་ཁྲིམས་དཔེ་གསུམ་དེ་ཡར་མ་སླེབས་བ་ན་དམ་བཅའ་ཕུལ་ས་ཡོད་མ་རེད་བསམ་ཤེས་ཀྱི་ཡོད་རེད་འགྲེལ་བཤད་འདི་འདྲས་རྒྱག་གི་ཡོད་རེད་ཁོང་ཚོ་གསུམ་བཀའ་དྲིན་ཆེན་པོ་རེད་ལ་ཡོད་རེད་ད་དེ་ཁྲིམས་དེ་བསྐྱར་བཅོས་བྱེད་དགོས་ཀྱི་ཡོད་རེད་ཟླ་བ་བཞི་ནང་ལ་ང་ཚོ་དཀའ་ངལ་འདི་འཕྲད་རྗེས་གྲོས་ཚོགས་ཚུགས་མ་ཐུབ་བའི་གནས་སྟངས་ཆགས་རེད་བ་ཡིན་པ་ཡིན་ན་གྲོས་ཚོགས་ལ་འདི་སྐད་བགྲོ་གླེང་བྱུང་བཟོད་བཅའ་ཁྲིམས་བསྐྱར་བཅོས་ཀྱི་ཐོག་ལ་དམ་བཅའ་ཕུལ་ས་ཀྱི་བཅའ་ཁྲིམས་དཀའ་ངལ་འདིའི་ཐོག་ལ་བཀའ་མོལ་བྱུང་བཟོད་བྱུང་མ་སོང་བ། དེ་ཚོའི་ཁྲོད་ཏག་ཏག་དེ་གི་ཡོད་མ་རེད། འདེམས་ཐོན་སྲིད་སྐྱོང་གི་བས་ནི། ལས་འཁུར་དམ་འབུལ་ཞུ་བ་ནི་བྱས། དམ་འབུལ་ཞུ་སྟངས་ནི་བྱས་གཙོས་པའི་ཟླ་བ་བཞི་ནང་ལ་ཁྲིམས་འགལ་གི་ལས་ཀ་ག་ཚོད་བྱས་སྟངས། ད་རིང་སོ་སོར་འགྲོ་བྱས་ན་ད་སྔ་བཤད་ཀ་མེད་རོགས་ཆགས་ཡིག་འདུག་དེ་བྱས་ནི་བཤད་གི་ཡོད། དང་པོ་དེ་ལ། དམ་བཅའ་སྐོར་བ་ཕུལ་ཡས་དེ་སྐོར་ཁྲིམས་མཐུན་གྱི་དམ་བཅའ་ཕུལ་ཡོད་མ་རེད་ང་རང་ཚོ་འདེམས་མཐུན་སྲིད་སྐྱོང་གི་ཁ་ནས་ཤི་གྱོད་རེད་ཁྲིམས་ཀྱི་དབང་རྒྱུད་ག་ལ་འགྲོ་དགོས་རེད། ཡིན་པ་ནས་དམ་བཅའ་ཕུལ་ས་དེ་ཁོ་རང་སྤྱི་འཐུས་ཚོགས་གཙོ་ལོ་བདུན་དང་ཕྱེད་ཀ་བྱེད་མཁན་ཅིག་ཁྲིམས་ག་ལ་ང་ལས་ལྷག་མེད་ཤེས་མཁན་ཅིག་དམ་བཅའ་ཕུལ་ས་དེ་བར་བརྒལ་སྤྱི་འཐུས་གྲོས་ཚོགས་ནས་གནས་དབྱུང་བཏང་བྱ་རྒྱུ་གི་ཁྲིམས་ཕུལ་ཁྲིམས་ཞིབ་པ་ཅིག་བཙལ་ནས་དམ་བཅའ་ཕུལ་ཡོད་རེད། འདི་ཁྲིམས་འགལ་ཆགས་ཡོད་རེད་ད་འདི་ཁྲིམས་མཐུན་བཟོས་ཡས་ལ་རྒྱ་བ་རིན་པོ་ཆེ་མ་འཁྲུལ་ལེགས་ཡོད་རེད་འདི་ཁྲིམས་མཐུན་ཆགས་ཡས་ལ་སྲིད་སྐྱོང་མིང་བཟུང་དགོས་ཡོད་ཁོ་རང་གི་རྒྱབ་སྐྱོར་བྱེད་མཁན་བཙུགས་ཡོད་རེད་ད་གང་ནས་མ་བཀག་བཏང་གི་ཡོད་སྲིད་ཀྱི་རེད་ས་འོག་དར་བདག་གི་ལས་ཀ་བྱེད་མཁན་རེད་བ་དེ་ཡིན་དུས་བརྩམས་པ་ལ་རྒྱ་བ་རིན་པོ་ཆེན་གྱི་མཚན་སྙན་མ་ཁྱི་བྱས་ཨ་ཁྲིམས་འགལ་འདི་ཁྲིམས་མཐུན་བཟོས་ཡས་ཐབས་ཤེས་བཏང་ཡས་ད་ཨ་ནི་སོ་སོ་གི་ཁྲིམས་འགལ་གི་ལས་ཀ་བྱེད་བྱེད། ཨ་ནི་ཞྭ་མོ་དེ་སྲིད་སྐྱོང་ཟུར་པ་ལ་གཡོག་མཁན་དེ་ཚོ་རྩ་བ་ཉིད་ནས་ཡག་པོ་མ་རེད། དེ་གཡོག་མཁན་དེ་ཁོ་རང་རྒྱབ་སྐྱོར་བྱེད་མཁན་ཚོ་གི་གཡོག་གི་ཡོད་རེད་ཡང། ལམ་སྟོན་དེ་ཡ་ནི་ཡ་ནི་ཕེབས་ཡོད་རྒྱུ་རེད་བསམ་དགོས་འདུག་ད་ལྟ་བར་དུ་དེ་འདྲའི་ལམ་སྟོན་རྐྱང་རྐྱང་ཕེབས་ནས་གྲོས་ཚོགས་ཚོགས་མ་ཐུབ་བའི་གནས་སྟངས་ཆགས་ཡ་རོ། དེ་བྱེད་དུས་ག་ལ། འདེམས་ཐོན་སྲིད་སྐྱོང་གི་ཡིན་པ་ཡིན་ནའི། ཁྲིམས་དང་མཐུན་པའི་ཐོག་ནས་དམ་བཅའ་ཕུལ་དགོས་ཀྱི་འབད་བརྩོན་གནང་དགོས་ཀྱི་རེད། སྲིད་སྐྱོང་འཁོད་ས་རེད་མི་མང་གི་འོས་འདེམས་བྱེད་རེད། སྲིད་སྐྱོང་མ་རེད་ལབ་མཁན་སུ་གཅིག་ཡོད་མ་རེད་རྐུབ་བཀྱག་འཕྲོག་འགྲོ་མཁན་སུ་གཅིག་ཡོད་མ་རེད་ཡིན་པ་ནས་ད་ལྟའི་གནས་སྟངས་ལ། གྲོས་ཚོགས་ནས་འཕོ་འགྱུར་བཏང་བྱ་བའི་གི་ཁྲིམས་ཕུན་སུམ་ཡ་གླེ་བ་དེ་ཁྲིམས་མཐུན་ཆགས་ཀྱི་མི་འདུག། འདི་དཀའ་ངལ་དེ་ངེས་པར་དུ་སེལ་དགོས་ཀྱི་འདུག་ལ་ནི་འགན་འཁྱི་དགོས་ཀྱི་རེད་འདི་འགན་འདི་འཁྱི་ཡོད་མ་རེད། དང་པོ་དེ་འདི་རེད། འདི་རྒན་དམག་ཁྱེད་དེ་ག་ཅིན་ཁྱི་གུ་ཡོད་མ་རེད་ལད་དེ་ད་བྱས་ལ་ལིག་དོ། ཁ་ཚང་གྲོས་ཚོགས་ནང་ལ་ད་བཀའ་མོལ་མང་པོ་རབ་དང་རིམ་པར་སླེབས་སོ། བར་བརྒལ་བཀའ་གྲོས་ཞུ་ས་གི། འགྲོ་སོང་ལྟ་ངན་ལ་དཀའ་ངལ་ཡོད་བ་ཡིན་ན་བར་བརྒལ་བཀའ་གྲོས་ཞུ་ས་གི་ལམ་ཀ་ཡོད་མ་རེད་གྲོས་ཚོགས་ཚོགས་མ་ཐུབ་བ་ཡིན་པ་ན། གྲོས་ཚོགས་ཚོགས་ཐུབ་ཀྱི་ཡོད་མ་རེད་སྤྱི་འཐུས་དམ་བཅའ་ཕུལ་ཚར་ཡོད་མ་རེད་སྤྱི་འཐུས་ཡོད་མ་རེད། ཡིན་པ་ཡིན་ནའི་ད། ཏང་ཡོར་དང། ཚོགས་དྲུང་ལས་ཁུངས་ལ། ཧ་ལམ་མ་སོང་བར་སྐྱེལ་བཀའ་འཁྲོལ་ཞུ་ཟེར་གི། ད་གང་བྱས་བཅའ་ཁྲིམས་དོན་ཚན་ལྔ་བ་ཞིག་ཏུ། བོད་མིའི་སྒྲིག་འཛུགས་ཀྱི། འདི་ལེགས་དང་བོད་མིའི་སྒྲིག་འཛུགས་ཀྱི། གཞུང་དངུལ་སྡོད་ཁུལ་དང་ཨ་ནི་ལོ་འཁོར་དངུལ་རྩའི་སྟངས་འཛིན་གྱི་སྒྲིག་གཞི་དོན་ཚན་ལྔ་བ་འདི་ཡིན་གདོང་གཏོགས་བྱས་ནས། ཨ་ནི་ཚོགས་དྲུང་ལས་ཁུངས་ལ་ཡི་གེ་བཏང་རྗེས་འགྲོ་སོང་ཏང་ཡོར། དགེ་བཤེས་སྨོན་ལམ་མཐར་ཕྱིན་གྱི་སྲས་བུ་བཞུགས་གསུངས་སོ། གྲོས་ཚོགས་ཡོད་མ་རེད་བར་ཁྱེད་བཀའ་འཁྲོལ་ཞུ་ས་གོ་ར་ཡོད་མ་རེད་ལམ་ཀ་གོ་ར་ཡོད་མ་རེད། ཡིན་པས་ནི་བཅའ་ཁྲིམས་གཏོར་བཅད་བཏང་གི་ཡོད་རེད། རྒྱལ་བ་རིན་པོ་ཆེ་བཀའ་སློབ་ག་རེ་ཕེབས་ཡོད་རེད། གྲོས་ཚོགས་ནང་ལ་སྲིད་སྐྱོང་གི་གཏམ་བཤད་ནང་ག་རེ་གསུངས་སོང། བན་པོ་ཚེ་རིང་གིས། རྒྱལ་བ་རིན་པོ་ཆེ་གི་བཀའ་སློབ་དེ་ཆ་ཚང་ཡིག་འབྲུ་གཅིག་གཅིག་རིག་བཞིན་མར་ཀློག་ཡིན། འདི་ནང་སྲས་བུ་སྲས་རྐྱང་རེད་ཤག། དེ་འདྲའི་སེའུ་སེ་ཁྱོད་ཀློག་བྱ་སེའུ་སེ་ཁྱོད་ཡིན་པ་ཡིན་ན་ད་ཁོ་རང་གི་བྱེད་རྒྱུ་དེ་ཁྲིམས་འགལ་ཡིན་པ་དེ་ཧ་གོ་གོ་དགོས། སྤྱི་འཐུས་མེད་བར་ཆེར་བར་བརྒལ་བཀའ་འཁྲོལ་ག་འདྲས་ཞུ་དགོས། དེ་ཁྲིམས་མཐུན་ག་འདྲས་ཆགས་ཡོད། དེ་ཚོ་དེ་ང་རང་ཚོ་མི་མང་ཚོ་གིས་ངེས་པར་དུ་མཁྱེན་དགོས་དགོས། གནད་དོན་གཅིག་དེ་རེད། གནད་དོན་གཉིས་པ་དེ། བོད་རྒྱའི་ཞི་མོལ་གྱི་ཚོགས་ཆུང། སྐོར་ལ། ད་ལྟ་སྤྱི་འཐུས་གོ་བོ་ཕན་བདེ་གིས་གསུངས་སོང་དངོས་ཡོད་གནས་ཚུལ་རེད། འཛིན་སྐྱོང་གི་སྒྲིག་གཞི་དོན་ཚན་བརྒྱད་པ་དང་བརྒྱད་དེར། དྲི་བ་དེ་བཏང་དུས་རྩམ་པ་ལན་ག་བ་ཁེ་དྲུག་འདུག་ཁ་གསལ་བོ་ལན་ཡོད་མ་རེད། མི་མང་མགོ་སྐོར་བཏང་མཁན་གྱིས་ལན་ཁེ་དུ་གི་འདུག་ལན་བརྒྱ་བ་ཙམ་གྱིས་འགྲིག་གི་ཡོད་མ་རུང་བ་མི་ཕ་མཆོག་དེ་གིས་དྲི་བ་ག་རེ་བཏང་གི་འདུག་དེ་ལ་དཔེ་ལན་བརྒྱ་དགུ་སྐོར།

སྲིད་སྐྱོང་ལ་གྱ་གྲུང་དུ་ཨན་བཀའ་དྲུང་ཟུར་ལ་གང་ཅི་ནི་ཡོད། དེ་ཚོ་དེ་ང་རང་ཚོ་མི་མང་མཁྱེན་དགོས་སྐོར། བཀའ་བློན་ངེས་པར་དུ་གོ་གི་ཡོད། དེ་འདྲས་ཀྱི་བཀའ་བློན་ཆུ་ནི་མེད་བར་གྱི་སོ་སོ་གི་ཐག་གཅོད་བྱས་ནས་འགྲོ་དེ་འདི་གང་ཟག་གི་དབང་བསྒྱུར་ཆགས་ཀྱི་ཡོད། དེ་འདུ་ཁྲིམས་ཀྱི་དབང་བསྒྱུར་མ་རེད། གང་ཟག་གི་དབང་བསྒྱུར། དེ་འདུ་ག་ལ་ད་ང་རང་ཚོ་གི་སྒྲིག་འཛུགས་དེ ྋགོང་ས་མཆོག་གི་བཀའ་སློབ་ནང་ལོགས་ལ་ཁྲིམས་ཀྱི་དབང་བརྒྱུད་གང་སྒྲུབ་དགོས་བ། ཁྲིམས་ཀྱི་དབང་བརྒྱུད་ག་ལ་སྒྲུབ་དགོས་ན་དམངས་གཙོ་ཡང་དག་པ་ཡིན་པ། དེ་འདྲས་ཀྱི་བཀའ་སློབ་ཕེལ་བ་རེད། ཡིན་པ་ཡིན་ཏེ་ང་རང་ཚོ་གི་འདེམས་མཐུན་སྲིད་སྐྱོང་གི་གང་ཟག་གི་དབང་བརྒྱུད་གང་ལ་འགྲོ་དེ་ད་བ་ཞིག་རེད། ངོ་ནས་བཤད་ན་འདི་ཚོ་བྲིས་ཏེ་བཅའ་ཁྲིམས་ཤེས་མཁན་རྒྱ་བ་རིན་པོ་ཆེ་བཀའ་སློབ་ཆ་ཚང་ཀློག་ཡིན་ཞིག་ལེགས་ཀྱི་ཡོད་རོགས་ད། ཡིན་པ་ཡིན་ནས་གནང་སྟངས་འདི་འདྲས་གནང་ཡ་འདི་གི་ང་རང་ཚོ་མི་མང་གསོན་ཡོད་པ་ཡིན་ནས་ང་རང་ཚོའི་མགོ་ཁྲིད་ལ་ཡིད་ཆེས་བརླག་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་ད། ག་འདྲ་ཟེར་ཅི་ལས་ཐུག་རེད། དེ་ཡིན་དུས་གང་ལ་དེ་ཚོ་འཕྲད་དེ་ཚོ་ང་རང་ཚོ་མི་མང་གིས་ད་ད་ནས་གི་གྲོས་ཚོགས་ཉིན་མ་གཉིས་ནང་ལ་དེ་ཚོ་ཆ་ཚང་གསལ་བོ་ཆགས་ཡོད་གི་རེད་བསམ་གི་འདུག་རིགས་གཅིག་གིས་ཤེས་ཀྱི་ཡོད་རེད་ཆོས་རྒྱུད་སྤྱི་འཐུས་དེ་ཚོ་གོ་མི་འདུག་ཆོས་རྒྱུད་སྤྱི་འཐུས་གོ་མི་འདུག་ལབ་མཁན་དེ་ཚོ་ཚང་མ་ག་རེ་བྱེད་ཕྱིན་ཡོད།

དེབ་གཅིག་ལ་འཕོ་འགྱུར་བཏང་ཡ་དེ་སེམས་བཏང་ཆོག་གི་མེད་ལ་ག་བ་བྲིས་ཡོད་རེད་ཟེར་ལབ་དུས་ལན་རྒྱག་ཡ་མི་འདུག་ཨ། ཡིན་པ་ཡིན་ཏེ་དེ་ཚོ་བྲིས་དེ་ཚོ་མཁྱེན་དགོས་གལ་ཆེན་པོ་རེད། ཁྲིམས་དཔོན་གསུམ་དེ་འཕོ་འགྱུར་བཏང་ཡ་གི་དབང་ཚད་དེ་སྤྱི་འཐུས་གྲོས་ཚོགས་ལ་ཡོད་རེད། སུ་ཡང་རུང་བ་འཕོ་འགྱུར་བཏང་ཆོག་གི་ཡོད་ཟེར་ལབ་རེད། སུམ་བརྒྱ་གི་ནོར་འཁྲུལ་བྱས་ན་སུམ་བརྒྱ་འགྲོ་ཡ་རེད། གཅིག་གཅིག་བྱས་ནས་པི་པི་ཆོག་གི་ཡོད་བས་ན་སུམ་ཆ་གི་དུས་ཚོད་གཅིག་ལ་ནུ་དྲུག་བྱས་ན་སུམ་ཆ་འགྲོ་ཡ་རོ་དེ་ཆོས་ཉིད་རོ། འདི་ལ་འགྲེལ་བཤད་འདྲ་མ་འདྲ་རྒྱག་བྱས། དེ་ཚོ་འདྲའི་ཧམ་བཤད་རེད་མ་གཏོགས་གང་བྱས་གང་བལྟ་གང་ཡིན་ནི་མིན་ནི། ཆོས་རྒྱུད་གཅིག་དུས་ཕག་པི་བྱས་གཞན་པ་དེ་ཚོ་གི་བཀའ་མོལ་ག་འདྲའི་གསུང་གི་འདུག་ཁྲིམས་གཞི་ཆགས་ཀྱི་ཐོང་གསུང་མཁན་དུ་ཡོད་དམ།

འདེམས་ཐོན་སྲིད་སྐྱོང་གིས་ཁ་ཚང་བཤད་སོང། ང་མི་གཅིག་གིས་འཐུས་ཤོར། འཐུས་ཤོར་རྩ་བ་ཉིད་འགྲོ་གི་མ་རེད། ཡིན་ཡིན་ནའི་ང་མི་གཅིག་གིས་གྲུབ་འབྲས་གྱིས་མཐུན་གི་མ་རེད། ཁོ་རང་གིས་གསུངས་ཡང་གསུངས་སོང། དེ་ཡིན་དུ་གྲུབ་འབྲས་མ་ཐོན་དུས་འཐུས་ཤོར་རེད།

གང་ཟག་གི་དབང་བསྒྱུར་ག་ལ་འགྲོ་གི་འདུག་ལས་གནད་དོན་གཉིས་བ་དེ་ག་རེ་ཞུ་འདོད་བྱུང་ཟེར་ན། ད་ལྟའི་གི་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ། ཉི་མ་གཉིས་གི་གྲོས་ཆོད་ནང་ལོགས་ལ་ཁྲིམས་འཆར་ཞིག་ཁྱེར་ལེ་ཡང་རེད། ཁྲིམས་འཆར་འདི། ད་ལྟའི་གི་ང་རང་ཚོ་ཟླ་བ་བཞི་ལ་འཕྲད་བཞག་པའི་དཀའ་ངལ་འདི་གི་ཁྲིམས་འཆར་འདི་ཁྱེར་དགོས་ཡས་ཅི་རེད། དངོས་གནས་བྱས་ན། ཁྲིམས་དཔོན་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་བས་ན་དམ་བཅའ་ཕུལ་ས་གི་ལམ་གང་མེད་བ་དེ་གསལ་བོ་གསལ་རྐྱང་རེད་ད་ཕལ་ཆེར། ང་རང་ཚོ་བོད་པ། བོད་པ་ཇི་ཡིན་བཅས། བོད་པའི་རྩ་དོན་ལ་འགན་འཁྱེར་མཁན་ཅིག་ཡིན་པ་ཡིན་ན་ད་ལྟའི་གི་གནས་སྟངས་འདི་ལ་ད་གང་བྱེད། ཁྲིམས་དཔོན་གསུམ་མེད་བ་ཆགས་པ་ཡིན་ན་ད་དམ་བཅའ་ཕུལ་ས་ཅིག་གོ་གི་འདུག་ཟེར་ཡ་དེ་གཞན་པ་ཅིག་གོ་གི་ཡོད་བ་དེ་ད་ཁྲིམས་བཅར་འདི་འཁྱེར་དགོས་ཡ་དེ་དཔེ་གལ་ཆེན་པོར་བསྐྱར་བཅོས་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་འདི་འཁེལ་ཡོད་མ་རེད་འདེམས་ཐོན་སྲིད་སྐྱོང་གི་འདི་ལས་ལྡོག་ཏེ་ག་རེ་འཁེལ་ཡོད་རེད། ཁྲིམས་དཔོན་གསུམ། ཨ་ནི་ཅི་ག་ལ་བ་རེད། གྱེན་ཡོལ་ཐོན་པ་ཡིན་ན། ཨ་ནི། ཁྲིམས་དཔོན་གསུམ་གྱི་འོས་ཆོས་འཇོག་ར་བཅའ་ཁྲིམས་དོན་ཚན་དྲུག་ཟེར། ད་འདི་ཁས་ལེགས་ཡོད་རེད་ད། འདི་ཁ་ཅིག་ཁས་ལེགས་ཡོད་རེད། ས་འོག་དར་ཐག་གི་ཁོ་རང་ཚོ་ཁོ་རང་ཚོ་གི་བྱེད་ཀྱི་འདུག་ད། ང་ཁོ་རྒྱབ་ལ་ང་ཡོད་ལ་ངན་འགྲོ། ཁྲིམས་དཔོན་གསུམ་གྱི་རྒྱབ་ལ་ང་ཡོད། ལ་ངན་འདུག། གང་ཅིའི་ཁྲིམས་དཔོན་གསུམ་དེ་ཁྲིམས་མཐུན་བཟོས་ཡོད་རང་བསམ་བློ་བཏང་ཡོད་ཀྱི། དེབ་འདི་སྲིད་སྐྱོང་གི་གནང་གི་འདུག། ཁྲིམས་འཆར་དེ་ག་ཅིག་ཁས་ལེན་གི་ཡོད། ཕྱག་ལས་གནང་བསྡད་ཀྱི་ཡོད་རེད། སྤྱི་ཟླ་བཅུ་གཅིག་ལ་འཕོ་འགྱུར་འགྲོ་ཡ་རེད་ལེགས་ཀྱོར་ད། ཁྲིམས་དཔོན་དྭགས་པོ་བསོད་ནམས་ནུ། དང་གཞན་པ་དེ་གཉིས་འཕོ་འགྱུར་འགྲོ་གི་ཡོད་ས་རེད། དེ་འབྲེལ་གྱི་འཕོ་འགྱུར་འགྲོ་གི་ཡོད་ན། ཨ་ད་ལྟའི་གི་བཅའ་ཁྲིམས་ནང་ལོགས་ལ། ཨ་ནི་འོས་མི་རག་གི་མི་འདུག། ད་ལྟ་ཆ་རྐྱེན་གྱི་ཡོད་རུང་བ་ད་ལྟ་བཅའ་ཁྲིམས་ལ་བཀོད་བཞག་གྱི་ལོ་སུམ་ཅུ་ནང་ལོགས་ལ། ལོ་སུམ་ཅུ་རིང་ལ་ཨ་ནི་ཆ་རྐྱེན་གང་ཡང་མེད་པ་བྱས་ལོ་སུམ་ཅུ་རྗེས་ལ་ཨ་ནི་ཁྲིམས་ཞིབ་པ། ཆེ་བ་འགའ་གྱིས་ཨ་ནི་ལོ་ལྔ་ཉམས་མྱོང་ཡོད་སྐྱོ་ཡང་མིན་ན། ཁྲིམས་ཞིབ་པ་རྩེ་ཕུད་དེ་འདྲས་མཉམ་དུ་ག་ལ་ཨ་ནི། ལས་རོགས་བྱས་ནས་ལོ་བཅུ་གི་ཉམས་མྱོང་ཡོད་རྒྱུ་དེ་འདྲས་ཅིག་གོ་ཡོད་ལ་ཡ་ཅེས་ད་དེ་མི་རག་གི་མི་འདུག་ལ་མི་ཚེ་སྒོ་ར་ཡོང་མ། མི་ཚེ་ཡོང་མ་ནི་མི་རག་གི་མི་འདུག་ལ་འགྲུ་གོར་ད། ད་དེ་དུས་ཚོད་དེ་འགྱངས་ན་ཨཱས་ལ་ནི། ལོ་སུམ་ཅུ་དེ་ད་ལོ་བཅུ་སྤར་ནས་ལོ་བཞི་བཅུ་བཟོས་ན་ཨཱས། ཡིན་པ་ཡིན་ན་ད་འོག་གཞི་ནང་ལོགས་ལ་དཀའ་ངལ་འཕྲད་བཞག་རྒྱུ་འཕྲད་བདེ་རྒྱུག་གི་གནད་དོན་འདི་གང་ལ་ལག་པ་འཆང་གི་ཡོད་མ། འདི་འཆང་བ་ཡིན་པ་ཡིན་ན། ཁྲིམས་དཔོན་གསུམ་དེ་མོ་རྒོ་ཡའི་གནས་སྟངས་ཆགས་ཀྱི་ཡོད་ར་དམ་བཅའ་ཕུལ་ཟ། དེ་འགྲིག་གི་ད་བྱེད་ཀྱི་འདུག་བ། དེ་ཚོ་ཁྲི་ཡག་པོ་མ་ར་བ། གང་ཟག་གི་དབང་རྒྱུད་སྒང་ལ་འགྲོ་གི་འདུག་ལས་དེ་འདིར་བ་ད། ཨ་ནི་དམིགས་བསལ་གྱི་ད་ལྟ་གྲོས་ཚོགས་ནང་ལོགས་ལ་ཁོ་རང་གི། སྤྱི་འཐུས་ཚོགས་གཙོ་གི་ལས་རིམ་བང་བསྒྲིགས་བཞག་རྒྱུ་དེ། གང་ལ་ཨ་ནི་ཕེབས་ཐུབ་ན་ཡག་པོ་འདུག་ལས་དུ་ག་ལ་དངོས་གྲུབ་དོལ་རྗེས་ཀྱི། བཀའ་བློན་འོས་མི་ལ་ཡར་སླེབས་དུས་ཙམ་པ་ལ། ཨ་ནི། ད་ལྟ་སྤྱི་འཐུས་ཁ་ཤས་ཀྱི་མར་དོན་སོང། ཨ་དེ་ཕྱིན་ད། སྤྱི་འཐུས། སྤྱི་འཐུས་ཚོགས་གཡས་ཀྱི། ཆ་རྐྱེན་དེ་འདང་ཡོང་མ་རོ། དེ་ཕྱིན་ད་ཉི་མ་གཞན་པ་དེ་ལ་ཨ་ནི་ལས་རིམ་བང་བྲིས་ཡོད་ཨ་ནི་ཚོགས་གཙོ་གིས་ད་དངོས་གྲུབ་དོ་ཅེ་གི་རྩིས་གཞི་དེ་ཕར་བཞག་བྱས་གཞན་པ་བཀའ་བློན་གཞན་པ་ཡོད་པ་ཡིན་ན། ཨ་ནི། མིང་བཏོན་རོགས་བྱེད་ལ་དུས་གང་ན། ད། ཁ་ལ་བ་རེད་ད། ད་རིང་གཏན་འཁབ་སྟོན་གྱི་མིན་ཕྱི་བལྟས་བྱེད་ཀྱི་ཡིན། ང་རང་ཚོ་གྲོས་ཚོགས་ཐེངས་མ་དང་པོ་ཚོགས་པ་རེད། ཨ་ནི་ཅིག། རྟེན་འབྲེལ། ཕྱུག་པ་ཡིན་ན་ཡག་པོ་མི་འདུག་ཟེར་ནས། ད་ཁོ་ལས་རོགས་བཀའ་བློན་གོ་གི་ཡོད་མ་རེད་ད། བཅའ་ཁྲིམས་བསྐྱར་བཅོས་བྱས་ཏེ་ཁོ་རང་གི་ཁྱི་ལས་དུ་ག་རེ་བྱེད་གི་རེད་མ་འོངས་པ་ཆེད་དུ་རེད་ད། ད་ལྟ་ཆེད་དུ་མ་རེད་ད་ཟེར་གི་ཡོད་རེད། ཧ་ལམ་མ་སོང་བྱིའུ་ཅིག་ད་མ་འོངས་པ་ལ་བསམ་བློ་ཞུ་གི་ཡོད་རེད། དེ་འདྲི་གི་མ་འོངས་པ་བསམ་བློ་ཡོད་བ་ཡིན་ན་བཀའ་བློན་ཁ་ཆེ་བཀུར་དགོས་ཡོད་མ་རེད་དངོས་གྲུབ་ཐུགས་རྗེ་ཕག་བཞག་ཚེ་གཞན་པ་དེ་ཚོ་གང་ཡིན་ཐུགས་མཁོ་མ་རེད་ལས་རོགས་བཀའ་བློན་གོང་མ་རེད་བས། སྤྱི་ཟླ་གསུམ་པ་བར་དུ་གྲོས་ཚོགས་དངོས་མ་ཚོགས་བར་དུ་ག་ལ་རྐུབ་བཀྱག་སྟོང་པ་བཞག་ཡ་རེད་བས། ཐུགས་ཤོར་འགྲོ་གི་ཡོད་མ་རེད། ཡང་ད་ལྟ་ལག་གི་རོ་བ། ཐུགས་ཤོར་གས་འགྲོ་གི་མ་རེད་དེ་ནས་གྲུབ་འབྲས་གས་ཐོན་གི་མ་རེད་མི་ཞི་མ་ཞི་མེད་རེད་ད་ལྟ་བར་དུ་སྐད་ཆ་འདི་རྐྱང་རྐྱང་བཤད་འདི་ལེར་ད་བར། འདེམས་ཐོན་སྲིད་སྐྱོང། བྱ་ལྔ་རི་དུས་མཆོད་སླེ་བའི་སྐབས་ལ། ང་ཚོ་ལས་ཀ་བྱེད་མཁན་མི་བཞི་མ་བཞི་མེད་འདི་གི་ཚང་མ་སྙོབ་གི་མི་འདུག་འདི་འདྲི་རྐྱང་བསྐྱར་དེ་ཡིན་ཚུགས་ཀ་འདི་འདྲི་གནང་བ་ཡིན་པ་ཡིན་ན་རྩ་བ་ཉིད་ནས་འདྲི་མཁན་མི་འདུག་ང་ཚོ་སྒྲིག་འཛུགས་འདི་མི་རིགས་ཀྱི་འཐབ་རྩོད་ཆེད་དུ་བཙུགས་བཞག་པའི་སྒྲིག་འཛུགས་ཅིག་རེད་འདི་འདྲི་གི་སྒྲིག་འཛུགས་འདི་དངོས་གནས་ཁོ་རང་མུས་མཐུད་ནས་ནུས་པ་བཏོན་ཅིག་འགྲོ་དགོས་ཀྱི་རེད་མ་གཏོགས་ཨ་ནི་མི་མང་ཉུང་ལ་འདྲི་གི་མི་འདུག་ལ་ཡ་འགྲོ་བ་དང་ཨ་ནི། ཐུགས་ཤོར་འགྲོ་གི་མ་རེད་ཨ་ནུས་པ་ཐོན་གི་མ་རེད་ནུས་པ་ཐོན་གི་ན་མ་བབས། བབས་ཡས་རེད། འཇོན་གི་མེད་བ་ནི་ཡིན་གྱི་མི་ཨུ་ཚུགས་རྒྱག་གི་མ་རེད། ཡར་འགྲོ་དུས་ཙམ་པོ་ལ་འཇོན་གི་ཡོད་ངས་བྱེད་ཐུབ་གི་ཡོད་ཟེར་ནས་འགྲོ་རོགས། དེ་འདྲས་ཀྱི་འཇོན་གི་ཡོད་བྱེད་ཐུབ་གི་ཡོད་བས་ན་ད་ནུས་པ་ཐོན་ཡས་དུས་ཚོད་སླེ་བཞག། ཁྲིམས་གཏོར་སྒྲིག་གཞི་གཏོར་བྱས་ཏེ་ཏག་ཏག་ཅིག་དེ་གི་མི་འདུག། དེ་ཡིན་དུ་དེ་ཚོ་བྲིས་དེ་ཚོ་ང་རང་ཚོ་མི་མང་ཚོ་མཁྱེན་དགོས་ཡ་དེ་དཔེ་མཁས་ཆེན་པོ་རེད་བསམ་གི་འདུག་དེ་ཡིན་སོ་སོ་གི་ད་རྣམ་པ་ཚོ་གི་གྲོས་ཚོགས་གཟིགས་ཡོད་རེད། མང་པོ་ཅིག་གི་བཀའ་མི་སྲུང་རྒྱུ་ལྟ་དར་བ། དངོས་གནས། ཆོས་རྒྱུད་སྤྱི་འཐུས་ལ་དགག་པ་རྒྱག་མཁན་དེ་ཚོ་གི་ཆོས་རྒྱུད་སྤྱི་འཐུས་གི་བཀའ་མོལ་ག་རིགས་གནང་གི་འདུག་ཨ་ནི་ཕ་འཇོག་ཤོག་དེར་ཆོས་ཆོས་རྒྱུད་སྤྱི་འཐུས་ལ་མ་དགག་མཁན་མི་དེ་ཚོ་གི་ཨ་ནི་རྒྱབ་སྐྱོར་བྱེད་ས་སུ་རུ་འདུག་ཨ་ནི་སྤྱི་འཐུས་དེ་ཚོ་གི་སྐད་ཆ་ག་འདྲི་བྱེད་ཀྱི་འདུག་དེ་ནི་ང་ཚོ་གསལ་བོ་ཆགས་འགོ་རེད། དེ་ཚོ་བྲིས་ཀྱི་རྒྱབ་སྐྱོར་བྱེད་ས་དེ་ཕྱོགས་རིས་རེད་འདུག་འཐེན་འཁྱེར་རེད་འདུག་ཕྱོགས་རིས་འཐེན་འཁྱེར་ཡིན་པ་གསལ་བོ་གསལ་རྐྱང་རེད་རྐུབ་བཀྱག་གི་ལྟོགས་ལ་ཡིན་པ། དམིགས་བསལ་གྱི་ཁ་བཏུགས་ཞུ་བྱ་ན། གཅིག་རག་གི་ཡོད་རེད་ད། རྐུབ་བཀྱག་གི་ལྟོགས་ལ་རོགས། གྲོས་ཚོགས་འཕར་མ་ཚོགས་མ་བཅུག་ཅེས་ཁྲིམས་ཞིབ་པ་རྫུན་མ་འདིས་རྐུབ་བཀྱག་གང་ལ་ཡ་བསླེས་ཡས་ལ། བཅའ་ཁྲིམས་བསྐྱར་བཅོས་བྱེད་ཀྱི་ལམ་ཁ་ཆ་ཚང་འགག་གྲོས་ཚོགས་འཕར་མ་ཚོགས་མ་བཅུག་འདི་འདྲ་བྱས་ནས་ག་ག་ལུའི་མིང་བཏོན་སོང། འདིར་བ་དན། ཉིས་སྟོང་བཅུ་དྲུག་ལ་སྤེན་པ་ཚེ་རིང་ལ་རྒྱ་བསྐྱོད་གཤིས་སྨྲ་ཤེས་བྱེད། ཞིའུ་གཤེད་གཞིས་ཆགས་ཁ་ལ་གཤེད་མཁའ་འགྲོ། མེ་འགྲམ་ཐར་ལམ་བཀའ་བློན་བསྐོས་སོ། མིང་བཏོན་སོ། ཚང་མ་རྐུབ་བཀྱག་བྱེད་དུ་རོ། ང་ཚོས་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི། དྲང་པོ་བཤད་ན་བཙན་བྱོལ་མི་ཁ་ཤས་ཤིག་གི་མི་འདི་རྐུབ་བཀྱག་འདི། མིང་བཟོས་ས་དང་འདི་མ་རང། ལས་ཀ་ཡག་པོ་བྱེད་དང་མིང་རང་བཞིན་ཆགས་འགྲོ། མིང་བཟོས་གོ་མ་རེད། ཡིན་པས་འདི་འདྲའི་སྣང་བ་ཡོད་ན་ཡག་པོ་མི་འདུག་མི་དམངས་ཀྱི་ཡིད་ཆེས་མེད་བ་བཅས་སོ་སོ་ལ་མིང་བཅས་མི་དམངས་ཀྱི་ཡིད་ཆེས་མེད་བ་ཡིན་ན། མིང་ཡོད་ནི་ཕན་ཐོག་ཡ་གལ་ཡོད་མ་རེད། ཀྱི་གལ་ཆེ་ཤོས་དེ་མི་དམངས་ཀྱི་ཡིད་ཆེས་གོ་དགོས་རེད་དེ་ནས་མིང་ཡོང་གི་རེད། མི་དམངས་ཀྱི་ཡིད་ཆེས་སླེ་བ་ཡིན་ན་རང་བཞིན་གྱི་མིང་ཡོང་གི་ཡོད་རང། དེ་ཡིན་དུས་འདི་ཚོ་འཕྲལ་དུ་ཚོ་ངེས་པར་དུ་གང་ནས་གོང་པ་བྱེད་དགོས་རེད་གསུང་གི་འདུག། འདི་རེད་ཨ་ནི་དམིགས་བསལ་གྱིས་ད་ད་ལྟའི་གི་སྤྱི་འཐུས་ཚོགས་གཙོ། གྲོས་ཚོགས་དང་རྩ་བའི་སྤྱི་འཐུས་ཚོགས་གཙོ་ཁོ་རང་འགྲོ་བཞིན་པས་ན་དངོས་ནས་མི་བཟང་པོ་རེད། ཡག་པོ་རེད། ཡིན་པས་ནི་ད་ལྟའི་གི་གྲོས་ཚོགས་གི་འགྲོ་སྟངས་གི་བརྒྱུད་རིམ་གི་ཐོག་ནས་ཨ་ནི་སྲིད་སྐྱོང་གིས་ཨ་ནི་འདེམས་ཐོན་གནང་གི་མེད་གསུང་བས་ན་ད་ག་རང་ལ་ད་མཚམས་བཞག་ཞོག། རྩ་བའི་ཚོགས་གཙོ་གི་ཐག་བཅད་པ་ནི་བྱེད་དགོས་ཀྱི་རེད་དེ་ད་ང་ཚོས། ཡང་ཕ་ཞེས་ཚུལ་ཞེས་བྱེད་པ་ཡིན་ན་ཏག་ཏག་ཞིག་དེ་གི་མི་འདུག་ཟེར་ནས་མཚམས་བཞག་སོང། བཙན་བཀའ་དངོས་གནས་བྱས་ན་ཁྲིམས་སྒྲིག་གཞི་ག་ལ་ཡིན་པ་ཡིན་ན་ང་ཚོའི་སྙིང་རྗེ་ལྟ་རྒྱུ་ཡོག་མ་རེད། དྲང་པོ་བཤད་ན་ཁ་རི་ཁ་བཏུག་འགྲོ་དགོས་ཀྱི་རེད། ད་དེ་ཕ་ཚུལ་ངོ་སོ་བྱེད་ཀྱི་གནས་སྟངས་མ་རེད་བ། ང་རང་ཚོ་སྒྲིག་འཛུགས་འདི་གནས་དགོས་ཀྱི་ཡོད་དུས། འདི་ག་ལ་ཨ་ནི་དགོངས་པ་བཞེས་དགོས་ཏེ་དཔེ་གལ་ཆེན་པོ་རེད་ཞེས་མ་འོངས་པ་གལ་ཆེན་པོ་ཞིག་ཆགས་ཀྱི་འདུག་བསམ་གྱི་འདུག་འདི་མ་ཚད་པས་ཨ་ནི་ད་ལྟའི་གི་ཉི་མ་གཉིས་ཚོགས་འདུ་ཚོགས་སོང་ད་སོ་སོ་ཧང་སང་ཡ་ཅིག་ལ། ཟླ་བ་བཞི། ང་རང་ཚོ་དཀའ་ངལ་ཞི་བོ་བྱུང་རེད་གོང་ས་མཆོག་ཐུགས་ཁྲོ་གོས་འདིར་ཆགས་རེད། གྲོས་ཚོགས་ཀྱི་མཐའ་མ་གྲོས་ཚོགས་ཚོགས་ཐུ་རེད་ཡིན་ནའི་གྲོས་ཚོགས་ཉི་མ་གཉིས་མའི་ཚོགས་ཡོད་མ་རེད། ཁ་ཅིག་གྲོས་ཚོགས་ཉི་མ་གཉིས་ལས་མང་བའི་ཚོགས་ཡ་ག་ཅིག་ནས་ཡོད་མ་རེད། སྤྱི་འཐུས་རྣམ་པ་ཚོ་འདའ་ག་རང་བཞུགས་བཞག་རེད། གྲོས་ཚོགས་ཉི་མ་ལྔ་དྲུག་ག་ཅིག་ཚོགས་ཐུ་ཡོད་མ་རེད་འདི་ང་རང་ལ་དཔེ་དྲི་བ་ཆེན་པོ་ལེགས་གསུངས། མ་འོངས་པ་ཡིན་པ་ཡིན་ནའི། སྤྱི་འཐུས་རྣམ་པ་ཚོ་གིས། ལྟ་ཅི་སྟེ་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་རྣམ་པ་བཙུགས་པའི་གྲོས་ཚོགས། ལོ་གཅིག་ལ་ཐེངས་མ་གཉིས་མ་ཞིག་ཡོག་མ་རེད་དེ་གྲོས་ཚོགས་དེ། ཁུངས་འཁྱོལ་བ་ཅིག་དང་ཡག་པོ་ཅིག་ཚོགས་ཐུབ་ཡ་ལ་འབད་བརྩོན་གནང་རོགས་གནང་ཞོན། ད་ནས་འགྲོ་བྱས་ན་ཟླ་བ་བཞི་ལ་རྙོག་དྲ་ལུང་པ་གང་ཆགས་ཡ་རེད། སྤྱི་ཚོགས་དེ་འདྲའི་འཁྲུག་པོ་ཆགས་ཡ་རེད་འཁྲུག་ཐེ་ཡ་རེད་ཡིན་པས་ན་གྲོས་ཚོགས་ཉི་མ་གཉིས་མ་ཞིག་ཚོགས་ཡ་མ་རེད། གྲོས་ཚོགས་ཉི་མ་གཉིས་ནང་འདྲ། དངོས་གནས་བཤད་ན་ཁྱི་དགོས། གཙང་མ་བཟོ་དགོས། གོང་ས་མཆོག་གི་ཁྲིམས་དང་མཐུན་པའི་བཀའ་ལ་འགྲོ་དགོས་ཀྱི་རེད་ལ་ནི། ད་ལྟའི་གི་གྲོས་ཆོད་ཀྱི་བཞག་བྱ་བ་སྐབས་བཅུ་དྲུག་པའི་གྲོས་ཆོད་བཞག་བྱ་བའི་གྲོས་ཆོད་ཨང་གསུམ་བསུ་དགོས་འདི་གང་ན་ལག་པ་བོར་ཆགས་ཡོང་མ་ད། ཚོགས་གཙོ་གི་འབད་བརྩོན་གནང་བཞག་ད་འདི་མི་མང་ཚོ་སེ་བོ་མཁྱེན་དགོས་ཅི་ལ། ད་ལྟའི་གི་ཚོགས་གཙོ་གི། ལྟ་རི་བཅུ་གཉིས་གི་བཞོ་སྐད་སྤྱི་འཐུས་རྣམ་པ་ཚོ་ཚུར་བསྐོང་རོགས་བྱས་ནས་ད་ལྟའི་གྲོས་ཆོད་ཨང་གསུམ་སོ་དགུ་འདི་ཐོག་ལ་ཨ་རིས་གྲོས་བསྡུར་བྱས་ཟེར་ནས་བསྐོང་འདུག་ཨ། སྤྱི་འཐུས་བཅོ་བརྒྱད་སླེབས་མི་འདུག་ཨ། དོན་མེད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། སླེབས་མི་འདུག་ཨ། ད་དུས་ཁོང་ཚོ་རྒྱབ་སྐྱོར་བྱེད་མཁན་གྱི་ག་རེ་ཞིག་ཡོད་རེད། གྲོས་ཚོགས་ནང་ལོགས་ལ། དངོས་གྲུབ། རྡོ་རྗེ་སྒོ་བཀའ་བློན་མོས་འདུན་བྱེད་དུས་ཙམ་ལ་སྤྱི་འཐུས་སྤྱི་འཐུས་དེ་ཚོ་དུས་ནས་འགྲོ་སོང་སུ་ད་དེ་ཚོ་ཡག་པོ་མ་རེད་ད་ནི་ཤི་གི་རེད། ཡིན་པ་ཡིན་ན་ཁོ་རང་ཚོ་གི་སྤྱི་འཐུས་གྲོས་ཆོད་ཨང་གསུམ་བསུ་དགོས་ཏེ། ཁྲིམས་ཁྲིམས་མཐུན་བཟོ་དགོས་རོགས་ཟླ། རྩིས་མེད་བཏང་གི་ཡོད་བ་ནི་གྲོས་ཚོགས་ལ་ཁིས་ཆེ་རྩིས་མེད་བཏང་དགོས་གི་རེད། མ་གཏོགས་གྲོས་ཚོགས་ལ་མ་ཁིས་ནི་རྩིས་མེད་འགྲོ་ཡ་གོ་ར་ཡོད་མ་རེད། ད་ལྟ་དུས་མེད་སྤྱི་འཐུས་སྐར་མ་གེ་རེ་ལ་བ་ནང་བཞིན་རྩིས་མེད་རེད་ནུས་མེད་རེད། ལྷག་ཏུ་ཁྲིམས་འགལ་སྐད་ཆར་བ་སྤྱི་འཐུས་གཅིག་གིས་འདི་འདྲའི་སྐད་ཆ་བཤད་དེ་ཁྲིམས་འགལ་དང་དེའི་དེ་གྲོས་ཚོགས་རྐུབ་བཀྱག་གར་དེད་སྐད་ཆ་བཤད་སྟངས་དེ་ནུས་མེད་རེད། གྲོས་ཚོགས་ཀྱིས་བཞག་བཞག་པའི་གྲོས་ཆོད་དེ་གྲོས་ཚོགས་རང་ལ་ཁྱི་ཞིག་གཙང་མ་བཟོ་དགོས་རེད། གོང་ས་མཆོག་གི་བཀའ་སློབ་སེང་གེ་ཡོག་ཡིན་ན་ཁྲིམས་དང་མཐུན་པ་བྱས་ནས་ཕེབས་དགོས་རེད་གསུང་གི་འདུག་ཨ། དེ་ཡིན་དུས་ཙམ་གྲོས་ཆོད་ཀྱི་བཞག་བཞག་པའི་གྲོས་ཆོད་དེ་ཕྱིར་འཐེན་བྱེད་དགོས་ཀྱི་ཡིན་ན་གྲོས་ཆོད་རང་ནས་ཐག་གཅོད་བྱས་ནས་ཕྱིར་འཐེན་བྱེད་དགོས་ཀྱི་རེད་མ་གཏོགས། དེ་འདྲའི་ར་ལང་ཆ་ལང་འགྲོ་ནི་ཨ་ནི་གྱ་བ་རུ་མི་ཆེན་གི་ཀ་འབྲུག་པོར་ལས་ཏེ་རྩ་བ་ཉིད་ནི་ཡ་བོ་མར་དང། དེ་ཡིན་དུས་བརྩམས་པ་ལ་སོ་སོར་འགྲོ་དགོས་ཀྱི་ན་གྲོས་ཆོད་ཨང་གསུམ་སོ་དགུ་ག་ལ་ད་ད་ནི་གྲོས་ཚོགས་ནང་ལ་གཙང་མ་ཆགས་འོང་བསམས། གལ་སྲིད་གྲོས་ཆོད་ཨང་གསུམ་སོ་དགུ་དེ་གྲོས་ཚོགས་ནས་ཁེ་བྱས། གྲོས་ཆོད་ཨང་གསུམ་སོ་དགུ་ནུས་མེད་ཆགས་བར་བྱས་གཙང་མ་ཆགས་ཚེ་ཚང་མས་ཀྱང་རྒྱབ་སྐྱོར་ཐོབ་ནས་ནུས་མེད་ལ། ཁྲིམས་གསུམ་དེ་ནས་ཁྲིམས་མཐུན་ཆགས་ཀྱི་ཡོད་རེད། ལགས་སོ་ལ་འགྲོ་ཡ་རེད། ལེགས་པའི་རྟགས་ཁོ་རང་སུ་བཞེས་ནས། གནོང་གཡོར་བ། ཁྲིམས་མཐུན་མར་བ། དེ་འདྲ་གི་བཞེས་ཁོ་དགོས་ན་སོ་སོ་སོ་ལ་གནོང་གཡོར་བ་ཡིན་ན་གང་བྱས་ནས་མགོ་བསྐོར་དགོས་རེད་མི་མང་གང་བྱས་ནས་མགོ་བསྐོར་རྒྱ་བོ་རིན་པོ་ཆེ་གང་བྱས་ནས་ཐུགས་དཀྲུག་དགོས་རེད། དྲང་པོ་བྱེད་དང། གྲོས་ཆོད་ཁི་དང། གདེང་ཚོད་ཡོད་ན། ཤེས་ཀྱི་འདུག། ཁྲིམས་དང་མཐུན་པ་རེད། བཅའ་ཁྲིམས་ནང་ལ་ཡོད་མ་རེད། སྤེལ་གྱི། དེབ་ཅིག་སྤེལ་གྱི་ཡོད་མ་རེད་ཟེར་ནས་ཤེས་ཀྱི་འདུག་བགྲོ་གླེང་བྱེད་མཁན་སུ་གཅིག་མི་འདུག་གྲོས་ཚོགས་ནང་ལ་སྤྱི་འཐུས་བཅོ་བརྒྱད་དེ། དེའི་ནང་ལ་སྤྱི་འཐུས་རྙིང་པ་ཆ་ཚང་ཡོད་རེད་བ་དང་མང་ཆེ་བ་ཅིག་ཡོད་རེད་བ། དེ་སྔ། མཚན་རྟགས་བསྡུ་རུག་བྱེད་མཁན་སྤྱི་འཐུས་དེ་ཚོ་ཡོད་རེད་བ། ཚིག་གཅིག་ཤེས་ཀྱི་མི་འདུག་ཀརྨ། གདོད་མའི་སྤྱི་འཐུས་འདི་གིས་ཤེས་ཟེར་བ་ཁོ་ལ་ལན་ཅིག་རྒྱབ་ར་འཇམ་འདི་ངེས་རེད་དོ། ཞེན་པ་ཁྲིམས་གང་ཤེས་ཉེས་མེད་དོ། ཤེས་མུ་གོས་དེ་ཚུགས་ཀ་ལ་ཞུ་ཤེས་གི་དོ། དེ་ཡི་དུས་ཀ་ལ་དེ་ཚུགས་དེ་ང་རང་ཚོ་མི་མང་ཚོ་གི་ངེས་པར་དུ་དོ་སྣང་སྤྲད་དགོས་ཀྱི་རེད་ཤག་སྤྱི་འཐུས་རྣམ་པ་སུས་གི་ག་རེ་ག་རེ་ཤེས་གི་དོ། གྲོས་ཚོགས་ནང། གྲོས་ཚོགས་ལས་དེ་ཁྲིམས་བཟོ་ལྷན་ཚོགས་ལས་ཀྱི་ཁྲིམས་བཟོས་མཁན་ཆོས་ཁྲིམས་དང་མཐུན་པའི་ཁར་འགྲོ་མ་འགྲོ་གི་བརྟག་དཔྱད་བྱེད་མཁན་དེ་གྲོས་ཚོགས་ཆགས་ཀྱི་རེད། ད་གྲོས་ཚོགས་ནང་ལོ་ལ་ལྟ་དང་ཁྲིམས་མ་ཤེས་མཁན་རྐྱང་རྐྱང་ཡར་བཅུག་པའི་ནང་ནས་ག་འདྲས་སུ་ལྟ་གི་རེད་ད། འཛིན་སྐྱོང་གི་ལས་ཀ་བྱེད་སྟངས་དེ་ཁྲིམས་མཐུན་དང་མཐུན་གྱི་འདུག་དང་མི་འདུག་ལྟ་མཁན་དེ་ད་དེ་ཆོས་བརྒྱུད་སྤྱི་འཐུས་དེ་ཚོ་ཆགས་ཀྱི་འདུག་ཆོས་བརྒྱུད་སྤྱི་འཐུས་མེད་བ་ཡིན་ན་དེ་ནི་འདེམས་སྒྲུག་སྲིད་སྐྱོང་ག་རེ་བྱེད་ཀྱི་རེད། རེད་དོ། དེ་ནི་སུ་གཅིག་བཤད་ཐུབ་མཁན་མིན་དོ། ཁྲིམས་འགོ་ཚུགས་མཁན་མེད་ཡིན་ས་རུ། ད་ཁོང་ཚོའི་དམིགས་ཡུལ་ག་རེད། མི་གཅིག་དབང་འཛིན་གང་ལ་འགྲོ་ཡའི་ཆེད་དུ་ད་ཆོས་རྒྱུད་གཅིག་ཏུ་མི་དགོས་ལ་ཡོད་རེད་ད། དེ་ཡིན་དུ་ང་རང་ཚོ་མི་མང་ཚོ་གིས་ཆོས་རྒྱུད་གཅིག་ཏུ་མི་དགོས་ལ་མཁན་དེ་ཚོ། མི་གཅིག་དབང་འཛིན་གང་ལ་འགྲོ་མཁན་འགྲོ་འདོད་ཡོད་མཁན་དེ་ཚོ་རེད་མ་གཏོགས་དམངས་གཙོ་ཡང་དག་པ་ག་ལ་འགྲོ་འདོད་ཡོད་མ་རེད། དེ་ཚོ་འདྲེ་ཡི་དམིགས་ཡུལ་ག་རེད། མི་གཅིག་ཡར་བཀོད་ཨ་ནི་སོ་སོ་གི་ཁ་ལོར་གཉིས་གཉིས་འཛིན་དང་པིན་པིན་སྐད་དུ་ཡར་སླེབས་པས་ད་ད་ད་ད་ད་ག་རང་རེད་ད་ད་ད། ཁོར་ཡུག་དུ་ཚང་མ་གཅིག་ད་ད། བདེན་དོན་འདེམས་དུས་སྲིད་སྐྱོང་གིས་ད་ག་རང་ཕྱག་ལས་གནང་འགྲོ་འདི་གི་ད། འདི་བྱེད་དུ་བ་ལ་ད་འདི་གི་གྲོས་ཚོགས་འདི་ནང་ལོ་ལ། ད་མ་འོངས་པ་ཡིན་ནའི་ད་དུང་ཁ་སེར་རུ་སེར་འགྲོ་གི་རེད། ཆོས་བརྒྱུད་སྤྱི་འཐུས་ཐུགས་རྗེ་བཀའ་དྲིན་ལ་ང་རང་ཚོ་མི་མང་ཚོ་བཅའ་ཁྲིམས་ཀྱི་ཐོག་ལས་ང་རང་ཚོ་མི་མང་ཚོ་ལ་མགོ་ཡག་པོ་ཚོས་གི་རེད་ལ་ཨ་ནི་འདེམས་མཐུན་གྱི་སྲིད་སྐྱོང་གིས་པའི་ནི་ཕྱག་ལས་ཁྲིམས་དང་མཐུན་པ་སྒྲུབ་གི་འདུག་མི་འདུག་ཞིབ་འཇུག་དངོས་གནས་ཚད་དང་ལྡན་པ་བྱེད་མཁན་དེ་ཆོས་བརྒྱུད་སྤྱི་འཐུས་ཆགས་འདི་ཡོད་རེད་དེ་ཡིན་དུས་ཆོས་བརྒྱུད་སྤྱི་འཐུས་ཀྱི་མ་འོངས་པ་ང་རང་ཚོ་ལོ་ལྔ་ནང་ལོ་ལ་ལྟ་ད་ད་ལྟ་ཟླ་བ་བཞི་ནང་ལ་ཁྲིམས་དང་མ་མཐུན་པའི་ཕྱག་ལས་ག་ཚོད་གནང་བཞག་ད་ད་བ་བཞི་ནང་ལ་ད་གམ་སྣང་ཡོད་ན་ཨ་ནི་ད། ལོ། ལོ་ལྔ་ནང་ལ་ག་ཚོད་ཡོང་གི་ཡོད་མེད་འདི་ང་རང་ཚོ་ངེས་པར་དུ་མཁྱེན་དགོས་ཀྱི་རེད་འདི་ཕྱི་ནས། མ་མ་འོངས་པར་ང་རང་ཚོ་གི་སྲིད་སྐྱོང་ག་འདྲས་ཅིག་གདམ་གྱི་ཡོད་ཡིན་ནའི། དངོས་གནས། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་མང་དང་རྒྱ་བ་རུང་བ་ཞིག་ཐུགས་དམའ་འགྲོ་གིན། དེ་འདྲས་ཀྱི་འགོ་ཁྲིད་ཅིག་ངེས་པར་དུ་གདམ་དགོས་ཀྱི་རེད་བསམ་གྱི་འདུག། འོ་དེ་ཅིག་ཞུ་ཡས་ཡིན་ཨ་ནི་མཐའ་མ་དེ་ལ། ཨ་ནི། མང་པོ་ཅིག་གིས་ད་ཉམས་པ་སླར་གསོ་ཁ་ཕྱིར། ཁ་ཕྱིར་ལ་ནི། བཤད་མཁན་མང་པོ་ཡོང་གི་ཡོད་ཀྱི་རེད། ང་ལས། དེ་འདྲའི་དེ་འདྲའི་བཤད་མཁན་རེ་གཉིས་བྱུང། དེ་འདུག། ཉམས་པ་སླར་གསོའི་གི་དམིགས་ཡུལ་དེ་ག་རེ་རེད་ཞུ་བ་ཡིན་ན། བཅའ་ཁྲིམས་སྲུང་སྐྱོབ་སྒྲིག་འཛུགས་སྲུང་སྐྱོབ། བྱེད་ཆེད་དུ་བཙུགས་བྱ་རྒྱུ་གི་ཚོགས་ཚོགས་པ་ཆགས་ཀྱི་ཡོད་རེད། ཁྲིམས་འགལ་གི་ཁྲིམས་དཔོན་གསུམ། མ་བཏོན་གི་བར་དུ། ཉམས་པ་རར་ཟུག་གི་ལས་འགུལ་སྤེལ་གྱི་རེད། བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ཁྲིམས་འགལ་ག་དུས་བྱེད་ཀྱི་ཡོག་ཡིན་ན། འདི་སྲུང་སྐྱོབ་བྱེད་ལ་ཉམས་པ་རར་ཟུག་དུས་ལ་དུས་ནས་སྐད་རྒྱག་གི་རེད་ཞུས་ཡོད། དེ་ཡིན་དུས་ཉམས་པ་རར་ཟུག་ད་ལྟ་བར་དུ་གནས་ནས་མ་རེད་མ་འོངས་པ་ཡིན་པ་ཡིན་ནའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ག་དུས་སྐྱོག་འགྲོ་གི་ནའི་དེ་དུས་ཡོད་ཡོད་པ་རེད། དེ་ཡིན་དུས་ཉམས་པ་རར་ཟུག་གི་ལས་ཀ་འདི་དུས་ནམ་ཡང་མཚམས་བཞག་གི་མ་རེད། དེ་ཡིན་དུས་གང་ལྟར། སྒྲིག་འཛུགས་དེ་ག་དུས་ལས་ཀ་སྒྲིག་གི་མེད་པ་ཡིན་ན་དེ་དུས་ཉམས་པ་སླར་ཚུར་མདུན་ལ་དོན་གྱི་ཤེས་ཀྱི་རེད་ཟོས་ཡིན་མི་མང་གི་ཚབ་བྱེད་ཀྱི། དེ་ཡིན་དུས་ང་ཚོ་ཉམས་པ་སླར་ཚུར་དེ་མི་མང་གི་ཚབ་བྱེད་ཀྱི་ཤེས་ཀྱི་ཡོད་རེད། དེ་ཡིན་དུས་ག་ལ་རྣམ་པ་ཚོ་དྲ་རྒྱ་ག་ལ་སེང་གིན་ཡོད་པ་ཡིན་ན་རྣམ་པ་ཚོ་ཚང་མས་ལ་ཐུགས་འཚབ་ཡོད་ཀྱི་རེད་ད་ཉམས་པ་སླར་ཚུར་དེ་ཅིག་ག་རེ་བྱས་ན་ཡོད་མེད་བ་ཆགས་ཡོང་བསམ་རྩ་བ་ཉིད་ནས་ཐུགས་ཁྲལ་མ་གནང་རོགས་བྱེད། ཉམས་པ་སླར་སོར་མུ་མཐུད་ནས་གནས་ཀྱི་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ལ་གྲོས་ཚོགས་ནས་སྟངས་འཛིན་བྱེད་ཀྱི་རེད་ཡིན་ནས་མི་མང་ངོས་ནས་དོ་སྣང་བྱེད་ཆེད་ཀྲུང་འདི་མཁན་ཅིག་ངེས་པར་དུ་གོ་གི་འདུག་ད་ད་ལྟའི་གི་འདེམས་ཐོན་སྲིད་སྐྱོང་གི་ཕྱག་ལས་གནང་སྟངས་ལྟས་བ་ཡིན་ན་ང་རང་ཚོ་མི་མང་གིས་ཀྲུང་མ་བདེ་བ་ཡིན་པ་ཡིན་ན་གནས་སྟངས་ག་བ་ལས་མེད་ཧ་བོ་མི་འདུག་དེ་ཡིན་དུས་གང་ལ་དེ་འདྲས་གི་ཐོག་ནས་ང་ཚོའི་ངོས་ནས་ཡིན་པ་ཡིན་ནས་ག་བ་གཏུག་གི་བྱུང་ན། ང་ཚོས་ག་རེ་ཤེས་དགོས་བྱུང་ན། མདུན་ལ་དོན་བྱེད། སྐད་འབོད་རྒྱག་དགོས་བྱུང་ན། ལས་ཀ་ནོར་སོང་ན། ང་ཚོ་མདུན་ལས་དོན་གྱི་རེད་ཞུས་ཡིན་འདི་ཡིན་དུས་ཚོད་པ་ལ། མི་མང་ཚོའི་ངོས་ནས་དེ་དེ་བཞིན་གྱི། ལྟ། བསམ་བློ་བཏང། དོ་སྣང་བྱེད། ཨ་ནི་རྒྱབ་སྐྱོར། འགྲིག་འདུག་བསམ་ན་རྒྱབ་སྐྱོར་གནང་རོགས་གནང་ཞུས་ཡིན། འགྲིག་གི་མི་འདུག་བསམ་བ་ཡིན་ན་ང་ཚོ་མཉམ་དུ་བགྲོ་གླེང་བྱེད་ནས་འགྲིག་རེད། བསམ་ཚུལ་བཤད་ཤོག། ང་ཚོ་ཡིན་ནས་བསམ་ཚུལ་བཤད་ཀྱི་ག་ཚོད་ཞུས་ཡིན། དྲང་པོ་བཤད་ན་ང་ཚོ་གི་ལས་ཀ་དེ་ནོར་གི་ཡོད་ན་ག་རི་གང་ནོར་གི་འདུག་རྣམ་པ་ཚོ་རྫུག་རྫུག་ཤོག། རྒྱུ་མཚན་དང་ལྡན་པའི་ཐོག་ནས་རེད་ད། ཡང་འདི་མར་ད་ཁོ་རྒྱ་མི་ཕོག་ཟ་མཁན་རེད་ཁོ་དོལ་རྒྱལ་དང་འབྲེལ་བ་ཡོད་རེད་འདི་ཚོ་ཁྲི་ཁུང་རུང་མེད་རྒྱུག་གེ་སྦྱར་བ། ཁུང་དང་རུང་ནི་ང་ཚོ་གི་ཤེས་བྱ་རྒྱུ་དེ། ང་ཚོ་གི་ལས་ཀ་བོན་སྐུ་སྤེལ་བྱ་རྒྱུ་དེ་འགྲིག་གི་མི་འདུག་ན་ག་རི་འགྲིག་མ་སོང། འདི་ཚོ་བྲེལ་ཏེ་ངོ་སྤྲོད་བྱེད་ན་རྗེས་ཟིག་རང་ཡོད་བསམ་ཚུལ་སུས་ཤེས་ཀྱི་ཡོད་ན་ཁ་བརྡུང་གསུང་རོགས་གནང་ང་ཚོ་གིས་འབུ་ནས་བགྲོ་གླེང་བྱས་གི་ག་ཚོད་ཞུ་ཡས་ཡིན་འོ་དེ་ཞུ་ཡས་ཨ་དེ་འདུག་རྣམ་པ་ཚོ་ཚང་མ་ལོ་ལ་ཨ་ནི་གཟིམ་ཆ་གནང་དགོ་ཨ་དེ་ས་སྤེན་པ་ཉི་མ་ད་ཚང་མ་གོང་སེང་ཆགས་འདི་ཡོད་རེད་ཨ་ནི་གོང་སེང་སྤྲོ་བོ་ཡོང་བའི་སྨོན་ལམ་ཡོད་ཞུ་ཡས་ཨ་ནི་གཟིམ་ཆ་གནང་དགོ་ཐུགས་ཆེ་གནང།